ད་ད་རེང། རིན་ཆེན་གཏེར་གྱི་མཛོད་ཆེན་མོའི་དབང་དང་ལུང་དུག་སེལ་མ་འདོན་ཡ་རེད། དེ་ནས་ད་སྤྱི་དང་ལོ་རྒྱུས་ཀྱི་ཆ་ནས་ད་དམིགས་བསལ་ད་ལྟ་ཞུ་མ་བ་བྱས་པོས་ཁ་བའི་ནང་ངོ་ལ་ཡ། དེ་ནས་སྤྱི་དང་ལོ་རྒྱུས་ཕྱོགས་སྡོམ་ཅིག་ཡོང་བསྡད་ཀྱི་ཡོད་རེད་དེ་དང་སྦྲགས་ནས་བཤད་བཞག་ན་དགེ་ལས་སྤྱོད་འདོད་འགྲོ་གི་མ་རེད་བསམ་བྱས་ནས་དུག་སེལ་བྱས་ནས་འགྲོ་ཡ་ཡིན། ད། གལ་ཆེ་ཤོས་དེ་ཀུན་སློང་རེད་ད་དང་པོ་ཀུན་སློང་རེད། ཆོས་རྣམས་ཡིད་ཀྱི་རང་བཞིན་དེ་ཡིན་མཆོག་ཡིན་ནི་གཙོ་བོ་ཡིན། ཆོས་རྣམས་ཐམས་ཅད་རྐྱེན་བཞིན་དུ་འདུན་པའི་རྩལ་ལ་རབ་ཏུ་བརྟེན་སོང་བ་ན་ཞིང་ང་ཚོ་ཐེག་པ་ཆུང་ངུའི་སྐབས་ནས་ཡིན་ན་རེད་ཐེག་པ་ཆེན་པོ་མཚན་ཉིད་ཐེག་པའི་སྐབས་ནས་ཡིན་ན་རེད་གསང་སྔགས་རྡོ་རྗེ་ཐེག་པའི་སྐབས་སུ་ཡིན་ན་རེད་ད་ཐེག་པ་ཆེ་ཆུང་ག་རེའི་སྐབས་ནས་ཡིན་ན་ཡང་ལྟ་སྒོམ་སྤྱོད་པ་ཟེར་མཁན་དེ་སོ་སོ་རེད་རྣམ་གཞག་དེ་གང་ཟག་དེ་དང་དེ་ལུས་རྩ་དེ་དང་དེ་ཡི་ཁམས་དང་དབང་པོ་མོས་པ་དང་བསམ་པའི་ཐོག་ནས་ཤེས་ཀྱི་ཡོད་རེད་ལ་གསུང་གི་ཡོད་རེད་སྐྲག་གི་ཡོད་རེད་དེ་དགོས་ཡ་དགོ་གི་ཡོད་རེད། ཐུན་མོང་དུ་སྤྱི་ཙམ་དུ་གལ་ཆེ་ཤོས་དེ་ད་ང་ཚོ་ཀུན་སློང་རེད། ཀུན་སློང་བཟང་པོ་ཞིག་དགོས་ཀྱི་ཡོད་རེད་ཀུན་སློང་དེས་དེ་ནི་བྱ་སོགས་ཉོན་མོངས་པའི་གེགས་རྟོགས་པ་དང་འདྲེ། འོན་ཅིག་ཀུན་སློང་ཕྱིན་ཅི་ལོག་པ། འདུ་ཤེས་ཕྱིན་ཅི་ལོག་པ་རྟོགས་པ་ཕྱིན་ཅི་ལོག་པ་དེ་འདྲེ་གཅིག་གི་ཐོག་ནས་རྣམ་གཡེང་དང་ཕྱིན་ཅི་ལོག་པའི་གེགས་དེ་ནི་ཅིག་རྣམ་གཡེང་གི་དབང་དུ་སོང་ནས་དེ་འདྲེ་གཅིག་གི་ཀུན་སློང་གཞི་ལ་བཞག་ནས་ཆོས་ཉན་པ་དང། ཆོས་ལ་ཐོས་པ་བྱས་པ་དང་བསམ་པ་བྱས་པ་དགོངས་པ་བྱས་པ་དེ་ལོག་པའི་ལམ་ཆགས་ཀྱི་རེད་མ་གཏོགས་བཟང་པོའི་ལམ་ཆགས་ཀྱི་ཡོད་མ་རེད་དེ་ལྟ་ང་ཚོས་མཆན་འགུག་ཡོད་རེད་དེ་ཤེས་ར་གལ་ཆེན་པོ་རེད། དེ་འདྲ་ཡིན་དུས་ད་རྟོགས་པ་དང་འདུ་ཤེས་ཤེས་བྱེད་ལོག་པ་དེ་ཚོ་སྤང་བྱས་ནས་རྟོགས་པ་བཟང་པོ་འགུག་གི་ཡོད་རེད་རྒྱུད་ཀྱི་ནང་ལ་ཡང་རྟོགས་པ་ཐམས་ཅད་ལེགས་པར་བསྡུས་ནས་ནི་ཤིན་ཏུ་བསམ་པ་བཟང་དང་ལྡན་པའི་ཉོན། རྗེ་ངའི་བློ་ལ་འོད་དཔག་མེད་ལ་སོགས་བདེ་བར་གཤེགས་པ་རྣམས་ཀྱིས་བྱིན་མི་ལོག་ཟེར། ངོ། རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ཟེར་དུས་རྟོག་པ་ཕྱིན་ཅི་ལོག་པ་ནི་ཚུལ་རྣམ་གཡེང་གི་རྟོག་པ་ཕྱིན་ཅི་ལོག་པ་ནི་ཚུལ་བསྡུ་དགོས་ཀྱི་ཡོད་རེད། གཟུགས་མཛེས་པ་ལ་སེམས་ཆགས་པ་དང་མ་མཛེས་པ་ལ་སྡང་བ། ད་ཐུན་མོང་སྐད་ཆ་རེད་དེ་ཚོ་བྲིས་ཏེ་དེ་ཙམ་ཅིག་གི་རླབས་ཆེ་བའི་སྐད་ཆ་གང་ཡང་མ་རེད་ད་ཡིན་ན་ཡང་ཐུན་མོང་ང་ཚོ་ཅིག་གི་ཤེས་མཁན་ཅིག་གིས་མ་གོ། བདེ་པོ་བྱས་ནས་མ་ཤེས། དེ་ནས་ཉན་མཁན་ཅིག་གིས་ཡང་བདེ་པོ་བྱས་ནས་ཉན། དེ་ཡིན་དུས་འཇུ་ས། འཐམ་ས་དེ་བདེ་བོ་ཅིག་ཡོད་པ་ཡིན་ན་ཨོ་ད་ལྟའི་དེ་འདྲ་ཞིག་རེད་འདུག་བསམ་པ་འདྲ་བ་ཅིག་ཀུན་སློང་དེ་འདྲ་ཅིག་དགོས་ཀྱི་ཡོད་ས་རེད་རྟོགས་པ་ཕྱིན་ཅི་ལོག་པ་དེ་འདྲ་ཞིག་སྐྱེས་པ་ཡིན་ན་དེ་ཆོས་ཀྱི་ལམ་ལ་འཇུག་མི་རུང་བ་རེད་ཤག་ཀུན་རྟོགས་ཕྱིན་ཅི་ལོག་པ་ཅིག་ཡོང་པ་ཡིན་ན་དེ་ལ་དེ་ནས་དེ་འདྲ་ཅིག་གི་ཐོས་བསམ་དགོངས་སུ་བཞེད་ན་ཕན་ཐོགས་མེད་པ་དེ་འདྲ་རེད་ཤག་དེ་འདྲ་དེ་ཡང་དེ་ག་ས་བློ་གྲོས་ཅིག་གི་བསམ་བློ་བཏང་ནས་བརྟག་དཔྱད་བཏང་བྱས་ནས་ཅིག་གི་རེད་དམ་མ་རེད་ཟེར་ནས་ཞིབ་འཇུག་གི་ཐོག་ནས་ཐག་བཅད་བྱས་པ་གཅིག་པུ་མ་ཡིན་པ། རྒྱ་བོད་བཀའ་དང། དེ་ནས་ཅིག་གི་བཀའ་དགོངས་འགྲེལ་དང་བཅས་པ་ཐམས་ཅད་ནང་ལོགས་ལ་ཡ། ལན་གཅིག་ཙམ་མ་ཡིན་པར་ཡང་ནས་ཡང་དུ་གསུངས་རང་རང་སོ་སོ་གང་ཡིན་ན་ཡང་དེ་ལ་ཡང་དེ་ནས་ཅིག་གི་དཔྱད་པ་རགས་པ་ཙམ་མ་ཡིན་པར་དཔྱད་པ་ཕྲ་མོ་ནས་བྱས་བྱས་ཡོང་དུས་བློ་ཕྱིན་ཅི་མ་ལོག་པ་དེ་ནས་ཅིག་གི་འདུ་ཤེས་ཕྱིན་ཅི་མ་ལོག་པ་ཅིག་གི་ཐོག་ནས་ལམ་ཡང་དག་ལ་འཇུག་ཡོང་དུས་དེ་འདྲ་ཅིག་རེད་འདུག་བསམ་པ་དེ་འདྲ་ཅིག་བྱས་པ་ཡིན་ན་རྒྱལ་བ་དགྱེས་པའི་ལམ་རེད་ཤག་དེ་འདྲ་ཅིག་བྱས་པ་ཡིན་ན། ཐམས་ཅད་མཁྱེན་པའི་གི་དངོས་དང་བརྒྱུད་ནས་དེ་འགྲོ་ཡག་གི་རྒྱུ་རེད་ཤག་བསམ་པའི་གི་ཅིག་གི་བསམ་བློ་ཅིག་ཁོ་ནས་དེ་ནས་ཆོས་ཀྱི་ལམ་ལ་འཇུག་གི་ཡིན་ན་གནས་སྐབས་དགེ་བ། མཐར་དགེ་བ་ཀུན་ཏུ་དགེ་བ་སེང་གེ་འདི་ཡོང་དེ་གི་ཡོད་རེད་གནས་སྐབས་དང་མཐར་ཀུན་ཏུ་དགེ་བ་ཡོང་ཡང་ལ་དེ་ནས་གཅིག་གི་རྟོགས་པ་བཟང་པོ་ཀུན་སློང་བཟང་པོ་གཅིག་དགོས་གི་ཡོད་རེད་འོ་དེ་འདྲ་ཡིན་དུས་རྟོགས་པ་ཐམས་ཅད་ལེགས་པར་བསྡུས་ནས་སོ་བསྡུས་བྱས་ཡ་དེ་ད་ལྟ་ང་ཚོ་སེམས་རྣམ་གཡེང་གི་དབང་དུ་འགྲོ་དེ་གི་ཡོད་རེད་ཆགས་སོགས་ཉོན་མོངས་པའི་གི་བློ་ཡི་ཕྱིན་ཅི་ལོག་པའི་གི་བློ། བདག་ཏུ་འཛིན་པའི་གི་བློ་རྟོགས་པ་ཕྱིན་ཅི་ལོག་པ་འདི་འདྲ་གཅིག་གི་ཐོག་ནས་དེ་ནས་གཅིག་གི་ཕྱིན་ཅི་ལོག་པ་ལ་ལོངས་སུ་སྤྱོད་ནས་འགྲོ་དེ་གི་ཡོད་པ་ཡིན་དུས་དང་པོ་ཆོས་འཇུག་པ་ལ་ཆོས་ལ་འཇུག་པ་ལ་ཡང་གེགས་བྱེད། ཆོས་དངོས་གཞི་ཉམས་ལེན་བྱས་ནས་བླ་མ་དགེ་བའི་བཤེས་གཉེན་གྱི་མདུན་ནས་ཡང་ཆོས་ཞུ། ཞུ་བའི་སྐབས་སུ་ལ་ཡང་ཕྱིན་ཅི་ལོག་པའི་རྟོག་པ་ཐིག་གེ་གཅིག་ཡོད་རེད། དངོས་གཞི་ཉམས་ལེན་གྱི་སྐབས་སོགས་ཡིན་ན་ཡང་དཔེར་ན་མཚམས་བཞུགས་པ་ཡིན་ན་རེད་རི་ཁྲོད་འགྲིམས་པ་ཡིན་ན་རེད་ཅིག་གི་མཚམས་རི་ཁྲོད་འགྲིམས་གི་ཡོད་ཟེར་གྱི་ཡོད་རེད་དེ་ཡིན་ན་ཡང་རྟོག་པ་ཕྱིན་ཅི་ལོག་པར་འགྲོ་ཚར་བའི་ཤུགས་ལ་བལྟས་ལ་ལུས་རི་ཁྲོད་ལ་བལྟས་ལུས་དབེན་པ་ལ་གནས་པ་ཡིན་ན་ཡང་སེམས་དབེན་པ་ལ་གནས་ཡོད་མ་རེད་དེ་ཡིན་དུ་འདུ་ཤེས་ཟེར་ཡག་དེ་ལུས། ངག། ཡིད་གསུམ་གྱི་ནང་ནས་གཙོ་བོ་དེ་ཡིད་ཆགས་དེ་གི་ཡོད་རེད། ཡིད་དབེན་པ་དེ་སྒུག་ཡོད་རེད་མ་གཏོགས་ངག་དབེན་པ་དང་ལུས་དབེན་པ་གིས་ཕན་གི་ཡོད་མ་རེད། སེམས་དབེན་པ་དང་འདུ་ཤེས་དབེན་པ་དང་རྟོག་པ་ཕྱིན་ཅི་ལོག་པའི་གི་དབེན་ཡོད་དུས་དེ་འདྲའི་གི་དབེན་པའི་སྟོབས་ཀྱིས་འདུ་ཤེས་དབེན་པའི་སྟོབས་ཀྱིས་དེའི་དབང་བསྒྱུར་གྱིས་ལུས་དང་ངག་ཡང་དེ་ནས་དབེན་པ་ཆགས་ཡོང་དུས་ལུས་ངག་ཡིད་གསུམ་གཅིག་ཏུ་བསྡུས་ནས་དམ་པའི་ཆོས་ལ་འཇུག་པ་ཟེར་མཁན་དེ་ཡོང་དེ་ཡོད་རེད་དེ་ཆོས་བྱེད་པ་ཐམས་ཅད་ཀྱི་མཚམས་རེ་རེ་དེ་ངས་ཡིན་ན་འདྲ་འདུག། དཔེ་ཆ་བཏང་མཁན་ཡིན་ན་ཡང་འདྲ་འདུག་ཉམས་ལེན་པ་ཡིན་ན་འདྲ་འདུག་ཆུང་ས་ཅིག་ནས་བསམ་བློ་བཏང་ན་ཁ་དོན་དགེ་སྦྱོར་ཅིག་བྱས་པ་ཡིན་ན་ཡང་ཁ་དོན་དགེ་སྦྱོར་དེ་ཅིག་གི་ཡང་དག་ལམ་ལ་འགྲོ་མ་ཐུབ་ཡག་དེ་རྣམ་སྨིན་གྱིས་འགྲོ་གི་ཡོད་རེད་དེ་འདྲ་ཡིན་དུས་རྟོག་པ་ཐམས་ཅད་སེལ་བའི་སྐབས་སུ་ཐམས་ཅད་སེལ་ཡག་དེ་རྟོག་པ་ཕྲ་རགས་ཕྱིན་ཅི་ལོག་པའི་གི་རྟོག་པ་ཕྲ་རགས་མང་པོ་ཅིག་ཡོད་རེད་དེ་འདྲ་གི་རྟོག་པ་ཕྲ་རགས་ཐམས་ཅད་དེ་ཚོས་བསྡུས་ནས་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་སེལ་ཡོང་དུས་ཚིག་དེ་གི་རྣམ་སྨིན་དེ་གཞན་དབང་དུ་འགྲོ་ཕྱི་རོལ་གྱི་རྣམ་སྨིན་ཁོ་ན་ལ་འགྲོ་ཡོང་དུས་དེ་རྟོག་པ་དེ་ཚོས་བསྡུས་བྱས་ནས་ནང་དུ་ཡང་དག་འཇོག་གོ་ཡང་དག་བསྡུས་ནས་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནས་སུ་བསྡུས་ནས་ག་བ་བཞག་གོ་ཟེར་ན་ནང་དུ་ནས་ཅིག་ཏིང་ངེ་འཛིན་ལ་མཉམ་པར་བཞག་གོ་ཡང་དག་རེད་ཡིད་མཉམ་པར་བཞག་གོ་ཡང་དག་རེད་ཡིད་ཉེ་བར་འཇོག་གོ་ཡང་དག་རེད་ཡིད་དེ་བག་ཡོད་པ་དང་དྲན་པ་དང་ཤེས་བཞིན་གྱི་ངང་དུ་འཇོག་གོ་ཡང་དག་རེད། ཡིད་དྲན་པ་དང་ཤེས་བཞིན་བག་ཡོད་པའི་ངང་དུ་འཇོག་ཡོང་ན། ད་ནས་ཕྱིན་ཅི་ལོག་པའི་རྣམ་སྨིན་གྱི་སྟོབས་ཀྱིས་ནུས་པ་དེས་མ་ཁྲི་རུ་འགྲོ་བ། ནུས་པ་དེ་མ་ཉམས་དུ་འགྲོ་བ། ནུས་པ་དེ་མ་ཟད་དུ་འགྲོ་བ། ནུས་པ་དེ་ཉམས་དམའ་བ། ནུས་པ་དེ་སྟོབས་མེད་པ། ནུས་པ་མེད་པ་ཞིག་བཟོ་ཐུབ་ཀྱི་ཡོད་རེད། ད། སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་རྟོག་པ་རྩད་ནས་བཅད་ནས་རྟོག་པ་རང་བཞིན་མེད་པ་རྟོགས་ཐུབ་ཟེར་ཡག་དེ་ཚོ་ནི་ཚུལ་ལོག་རེད་དེ་ད་ལྟའི་གི་ཚིག་གཞི་ཐོག་ལ་གླས་ཡོད་མ་རེད་བ་དེ་གོ་ཡ་ཡོད་མ་རེད་ད་དང་པོ་ང་ཚོ་སྤྱི་བཏང་བཅོམ་ལྡན་འདས་ཀྱི་ལམ་གྱི་རིམ་པ་མ་བསྟན་ཡོད་འདོད་ཙམ་པ་ལ་ཡང་དེ་རང་རེད་བ་ང་ཚོ་དང་པོ་དེ་རྣམ་སྨིན་རྣམ་སྨིན་ལྡོག་པའི་ཆེད་དུ་ལ

ཆོས་འདུལ་བའི་ནང་ལ་ཡང་གཅིག་བྱས་ཆོག་གི་མ་རེད་གཉིས་བྱས་ཆོག་གི་མ་རེད་བསམ་རུང་གི་མ་རེད་བྱས་རུང་གི་མ་རེད་བྱུར་རུང་གི་མ་རེད་ས་མང་པོ་བཤད་བསྡད་ཡ་དེ་ཁྲིམས་བཅས་བསྡད་པ་ལྟ་བུ་མ་ཡིན་པ། རྒྱུ་མཚན་གནས་ལུགས་ཤེས་པའི་ཐོག་ནས་ཨོ་དེ་འདྲ་ཞིག་བྱས་པ་ཡིན་ན་ལུས་ངག་ཡིད་གསུམ་ཁ་ན་མ་ཐོ་བའི་སྐྱོ་པ་ལ་ཞུགས་སོང་ན་དེ་ནས་རྣམ་པར་གཡེང་བ་སླེབས་ཡོང་གི་འདུག་རྣམ་པར་གཡེང་བ་སླེབས་ཡོང་ན་ལམ་གོང་མ་གོང་མ་ལ་འཇུག་ཡ་ལ་གེགས་བྱེད་ཀྱི་འདུག་དེ་ཡིས་བར་ཆད་བྱེད་ཀྱི་འདུག་དེ་འདྲ་ཡིན་དུས་ད་སེམས་རྣམ་གཡེང་ལས་ལྡོག་ཡ་ལ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་གཙོ་བོ་གསུང་གི་འདུག་ཟེར་བཤད་ཡོང་དུས། བག་མེད་པའི་རྟོག་པ་ཚུལ་བསྡུ་ཡ་དང། དེའི་སྟོབས་མ་ཉེ་བར་གཞོག་བའི་ཆེད་དུ་གསུངས་པ་ཡོད་དུ་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནས། འོ་དེར་དུ་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནས་ཟེར་བའི་བཀའ་སོགས་ལ། ཐེག་པའི་དབང་དུ་བྱས་པ་ཡིན་ན་ཐེག་པ་འོ་མས་ཀྱི་ལམ་གྱི་དྲན་པ་ཆ་ཚང་ཤེས་ཀྱི་ཡོད་རེད། དུ་བ་སྡུག་བསྔལ་ནི་ཤེས་པར་བྱའོ། ཀུན་འབྱུང་ནི་སྤང་བར་བྱའོ། འགོག་པ་ནི་ཐོབ་པར་བྱའོ་ལམ་གྱི་བདེན་པ་བསྟན་པར་བྱའོ་ཟེར་ཡག་གི་གདིང་ཤེས་ཀྱི་འགག་དེ་དེ་རྣམས་ལ་སླེབས་ཐུབ་ཀྱི་ཡོད་རེད། ག་རེ་ཟེར་ན་རྟོག་པ་ཐམས་ཅད་ལེགས་པར་བསྡུས་མ་ཐུབ་ན། སྡུག་བསྔལ་ཤེས་བྱ་ཡོངས་ཐུག་ཡོད་མ་རེད་བཅོམ་ལྡན་འདས་ཀྱིས་བདེན་བཞི་བཤད་ཡོད་འདུག་དང་པོ་སྡུག་བསྔལ་ཤེས་པར་བྱའོ་ཟེར་ཡ་དེ་སྡུག་བསྔལ་ཤེས་པར་བྱ་བ་ལ་དང་པོ་བག་མེད་པའི་རྣམ་གཡེང་ནི་ལྡོག་དགོས་ཀྱི་ཡོད་རེད་དོ། བག་མེད་པའི་རྣམ་གཡེང་ནི་རྣམ་གཡེང་རྣམ་པར་གཡེང་བ་ལྡོག་མ་ཐུབ་ན་སྡུག་བསྔལ་ཤེས་པར་བྱ་བའི་ཀྱི་བློ་ཉེ་བར་སྐྱེ་ཐུག་གི་ཡོད་མ་རེད། དེ་འདྲ་ཡིན་དུས་སྡུག་བསྔལ་ཤེས་པར་བྱའོ་ཟེར་ཡ་ཀྱི་མགོ་བཙུགས་ནས་འགོག་པ་ཐོབ་པར་བྱའོ་ཟེར་ཡ་ཀྱི་བར་དུ་དང་བསྟན་བྱ་ལམ་གྱི་རིམ་པ་རྣམ་གཞག་དེ་ཚོ་དེ་ཚང་མ་ཡང་ལམ་གྱི་རིམ་པ་དེ་འདྲ་གཅིག་གི་ཐོག་ནས་བཞག་དགོས་ཀྱི་ཡོད་པ་ཡིན་དུས་དེའི་རྩ་བ་དེ་ག་བ་ཐུག་དེ་ཡོད་རེད་ཟེར་ཡོད་དུས། དེ་ནས་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནི་སའི་དབང་དུ་ཐེག་པ་འོག་མའི་སྐབས་ཀྱི་རྣམ་བཞག་དེ་ཤེས་ཀྱི་འདུག་ག་ཐེག་པ་འོག་མའི་ཐོག་ནས་བསམ་བློ་བཏང་དོན་དེ་ཤེས་ཀྱི་འདུག་ག་དེ་གལ་ཆེན་པོ་རེད་འདོད་ཀྱི་རེད་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནི་ད་ཤིན་ཏུ་བསམ་པ་བཟང་དང་ཟེར་བའི་སྐབས་སོགས་ལ་ཐེག་པ་ཆེན་པོའི་ཆོས་ཤེས་ཡོད་རེད་བསམ་པ་བཟང་པོ་ཟེར་ཡག་དེ་སྤྱིར་ན་ང་ཚོ་སེམས་བཟང་ཟེར་བའི་སྐབས་སོགས་ལ་ཅིག་གིས་ཡག་པོ་བྱེད་ཤོག་ཅིག་གིས་ཁ་ཕན་ཚིག་ཕན་བྱས་ན་བལྟ་ཞོག་ཟེར་བའི་སྐད་ཆ་མ་རེད་ད་ཤིན་ཏུ་བསམ་པ་བཟང་པོ་ཟེར་ཡག་དེ་རྒྱ་ཆེ་ས་ཅིག་ནས་བཤད་ཡག་ཡོད་རེད། གཏིང་ཟབ་ས་གཅིག་ནས་བཤད་ཡག་ཡོད་རེད་ད་གང་ལྟར་གང་ཡིན་ནམ་ཡང་ཤིན་ཏུ་བསམ་པ་བཟང་དང་ཤིན་ཏུ་ཟེར་ཡག་ཚིག་དེ་གས་སྤྱི་བཏང་ཤིན་ཏུ་བསམ་པ་བཟང་པོ་ཙམ་མ་ཡིན་པ་ཤིན་ཏུ་ཟེར་ཡག་ཅིག་གླེགས་ཀྱི་ཡོད་པ་ཡིན་འདུག་དེ་འདྲ་དེ་ཐེག་པ་ཆེན་པོ་གས་ལམ་གྱི་རྣམ་གཞག་དེ་གསུང་གི་ཡོད་རེད་ད་ཐེག་པ་ཆེན་པོ་ཟེར་ཡག་དེ་ལམ་གྱི་རྣམ་གཞག་དེ་ག་བ་ནས་བཤད་ཡོད་ཟེར་ན་བྱང་ཆུབ་སེམས་པ་གཏན་ནས་གླེགས་ཀྱི་དུ་བ་ལྟར་རིམ་པ་དེ་ཇི་ལྟར་སློབ་དཔོན་སྤྱི་འཇུག་མཁན་པོ་གི་ལུགས་ལས་བྱས་པ་ཡིན་ན་དེ་ནས་བྱང་ཆུབ་འཇུག་པའི་སེམས་དང་སྨོན་པའི་སེམས་ཀྱི་སྐད་ཆ་བཤད་ཀྱི་ཡོད་རེད། ཇོ་བོ་བཀའ་གདམས་པའི་མན་ངག་གི་ལུགས་བྱེད་པ་ཡིན་ན་དེ་ནི། དང་པོ་དེ། སེམས་ཅན་ཐམས་ཅད་མར་བཤད་པ། དེའི་རྗེས་སོ་ལ་དྲི་ཡིན་དྲན་པ། དེ་ནི་དྲི་ཡིན་གསོ་བ། དེའི་གསོ་བར་བྱེད་པ་ལ། མེད་དུ་མི་རུང་བའི་གི་ཆ་ལ་ལ། དེ་ནི་བྱམས་པ། སྙིང་རྗེ། དེ་འདྲའི་གི་བྱམས་པ་དང་སྙིང་རྗེ་གི་བློ་སྐྱེ་བར་བྱེད་པ་དེ་ཡང། དེ་ནི། ལྷག་པའི་བསམ་པ་བཟང་པོ་ཅིག་དགོས་ཀྱི་ཡོད་པ། ལྷག་པའི་བསམ་པ་ཟེར་ཡ་དེ་ཡང། ཚེ་ཕྱི་མ་རྣམ་སྨིན་ལ་མ་རེ་བ་ཅིག། ཚེ་འདི་ལ་ལན་ལ་མ་རེ་བ་གཅིག་གིས་ལན་དང་རྣམ་སྨིན་ལ་རྣམ་སྨིན་གྱི་རེ་བ་གཉིས་ཟད་ན། ལྷག་བསམ་པ་བཟང་པོ་ལེགས་ཀྱི་ཡོད་རེད་ལྷག་བསམ་ལེགས་ཀྱི་ཡོད་རེད། དེ་འདྲ་གི་རེ་བ་གཉིས་འདས་པ་ཡིན་ན་ལྷག་པའི་བསམ་པ་ཆགས་ཀྱི་ཡོད་མ་རེད་ད་དེ་ཚོ་དེ་འདྲ་འགྲོ་གི་འདུག་བ་ད་དེ་འདྲ་གྱི་རྒྱུགས་དྲུག་སྔོན་དུ་སོང་ནས་དེ་ཡི་རྗེས་སུ་ད། དངོས་གཞི་བྱང་ཆུབ་སེམས་བསྐྱེད་ཀྱི་འདུག་བ་འོ་དེ་འདྲ་ཡིན་དུ་ད། ལུས་ཀྱི་ཆ་ནས་ཡིན་པ་ཡིན་ན་ཡང་ཚིག་གི་བྱ་བ་རླབས་ཆེ་བ། ངག་གི་ཁ་ནས་ཡིན་ན་ཡང་བརྗོད་པ་རླབས་ཆེ་བ། ཡིད་ཀྱི་ཐོག་ནས་ཡིན་ན་ཡང་ཚིག་གི་བསམ་པ་ཀུན་སློང་རྒྱ་ཆེན་པོ་ཅིག་ཡོད་པ་ཡིན་དུ་ཤིན་ཏུ་བཟང་བ་བཟང་དང་ཟེར་བ་དེས་ཐེག་པ་ཆེན་པོ་ཀུན་སློང་ཤེས་པ་རེད་དོ། རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནས་ཤིན་ཏུ་བསམ་པ་བཟང་དང་ལྡན་པས་ཉོན་ཟེར་བའི་སྐབས་སུ་འདུ་ཤེས་དེ་འདྲའི་ཅིག་དང་ཀུན་སློང་དེ་འདྲའི་ཅིག་ཡོད་པའི་ཐོག་ནས་ཆོས་ཉན་དགོས་རེད། ཐེག་པ་ཆུང་ངུ་ཆོས་ཡིན་ན་ཡང་དེའི་ཐོག་ནས་ཉན་དགོས་ཀྱི་ཡོད་རེད། དེ་འདྲ་ཞིག་ཡིན་པ་ཡིན་ན་རང་དང་གཞན་ལ་ཕན་པ་རྒྱ་ཆེན་པོ་ཡོང་གི་རེད། ཐེག་པ་ཆེན་པོའི་ཆོས་ཉན་པ་ཡིན་ན་ཡང་ཀུན་སློང་དེ་འདྲ་ཞིག་དགོས་ཀྱི་ཡོད་རེད་དེ་ཡོད་པ་ཡིན་ན་རང་དང་གཞན་ལ་ཕན་པ་རྒྱ་ཆེན་པོ་ཡོང་གི་ཡོད་རེད། གསང་སྔགས་བླ་མེད་ཀྱི་སྐབས་སོགས་ཡིན་ན་ཡང་ལམ་རིམ་པ་གཉིས་ཀྱི་རྣལ་འབྱོར་བའི་ཏིང་འཛིན་བཤད་ཀྱི་ཡོད་རེད་དེ་འདྲ་དེ་ཡང་ཡིན་ན་ཡང་ཡང་ཀུན་སློང་དེ་འདྲ་ཞིག་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ང་ཚོ་ཆོས་བྱེད་པ་མང་པོ་གཅིག་གིས་ཆོས་གཅིག་གི་གྲངས་ཀ་མང་པོ་ཞིག་གཙོ་བོ་སྟོན་བྱས་ནས་རེད་བ། གཅིག་གིས་བྱས་བྱས་སྒྲུབ་སྒྲུབ་ཞུས་ཞུས་གཅིག་མང་པོ་གཅིག་གྲངས་ཀ་གཙོ་བོ་སྟོན་པ་མ་གཏོགས་ང་ཚོ་སྤུས་ཚད་དེ་གཙོ་བོ་སྟོན་གི་ཡོད་མ་རེད་ང་ཚོ་ཆོས་པ་ཚོ་ལ་དཀའ་ངལ་ཆེ་ཤོས་དེ་དེ་རེད་རེད་འདུག་ག་མི་ཚེ་ཆོས་ལ་སྐྱེལ་ཡིན་ཟེར་གི་ཡོད་རེད་མི་ཚེ་ཆོས་ལ་སྐྱེལ་ཡག་ལ་དེ་ནས་བློ་དེ་ཆོས་ཀྱི་ནང་ལ་བ་འཇུག་བྱས་ནས་ཆོས་དང་རང་རྒྱུད་དང་ཆོས་གཉིས་དེ་གཅིག་ཏུ་འདྲེས་ནས་ཉམས་ལེན་བྱས་པ་ཡིན་ན་མི་ཚེ་ཆོས་ལ་སྐྱེལ་བ་ཟེར་གི་ཡོད་རེད་དེ་མ་གཏོགས་རྣམ་འགྱུར་གྱི་ཐོག་ནས་རྣམ་པ་ཙམ་ལ་ང་ཚོ་དཔེ་ཆ་མང་པོ་ཞིག་བལྟས་པ་ཡིན། མཚམས་བསྙེན་སྒྲུབ་མང་པོ་བྱས་པ་ཡིན། ད་ག་ན་ཤིང་ལོགས་སུམ་ཕྱོགས་གསུམ་ནས་མང་པོ་ཅན་འགྲིམས་པ་ཡིན། ད་ག་ན་ཤིང་གི་གཅིག་གནས་གཡོན་པ་དེ་ཚོ་དེ་ལ་ཡང་འདག་ཆ་ཞེས་བྱས་ནས་གནས་གཡའ་རི་གཡའ་རི་གངས་རི་བྲག་རི་རྫ་རི་ལ་སོགས་པ་རྣམས་སུ་ཉམས་ལེན་མང་པོ་བྱས་པ་ཡིན་ཟེར་བ་ཡིན་ན་ཕན་ཐོགས་ཤི་རག་མི་འདུག་བ། དེ་འདྲ་ཡིན་དུ་བློ་རྒྱུས་ལས་སུ་རུང་བ་དགོས་ཀྱི་ཡོད་རེད། བློ་རྒྱུས་ལས་སུ་རུང་ཟེར་ཡག་དེ་སེམས་དང་ཆོས་འབྲེལ་དགོས་ཀྱི་ཡོད་རེད། ང་ཚོ་དེ་འདྲ་ཞིག་མེད་པ་ཡིན་དུས་ད་གཅིག་གི་ལོ་མང་པོ་ཅིག་སོང་པ་ཡིན་ན་ཡང་གཅིག་གི་ཉམས་སྐྱེ་ཡག་ལ་ཡང། དཀའ་ངལ་ཆེན་པོ་གཅིག། རྟོགས་པ་སྐྱེ་བ་ལ་ཡང་དཀའ་ངལ་ཆེན་པོ་གཅིག། མི་རྟག་པའི་འདུ་ཤེས་གཅིག་ལ་ཡང་ད་ང་ཚོ་བསམ་བློ་མང་པོ་བཏང་གི་ཡོད་རེད་དེ། ཡིན་ན་ཡང་དངོས་གནས་ཀྱི་བློ་ནང་དུ་ཕྱོགས་ནས་བསམ་བློ་བཏང་ཡོང་དུས་འོ་མི་རྟག་པའི་བློ་ཡང་དག་པ་ཅིག་སྐྱེ་འགྲོ་བས་ཟེར་བལྟས་པ་ཡིན་ན། ཅེས་དཀའ་ལས་ཁ་པོ་ཡིན་དེ་ངེས་ཅིག་དེ་འདྲ་རེད་དོ། ཏིང་ངེ་འཛིན་ཡིན་ན་དེ་རེད། བྱམས་པ་ཡིན་ན་དེ་རེད། མི་རྟག་པའི་བློ་ཡིན་ན་དེ་རེད། བདག་མེད་པའི་བློ་ཡིན་ན་དེ་རེད། བྱམས་པ་དང་སྙིང་རྗེ་གི་བློ་ཡིན་ན་དེ་རེད། ཆོས་ཀྱི་ནང་ན་སེམས་ཀྱི་ཡོན་ཏན་མང་པོ་བཤད་ཀྱི་ཡོད་རེད། སེམས་ཀྱི་ཡོན་ཏན་མང་པོ་བཤད་ང་ཚོ་གིས་དེའི་བློ་ལ་བཟུང། ང་ལྟ་ནས་ཅིག་དེ་ལ་འགྲེལ་བཤད་རྒྱག། ཆགས་པའི་ནང་ལ་དེ་འདྲ་གསུངས་འདུག་ཟེར་ནས་ང་ཚོ་རྒྱུས་ཡོད་པ་ཆོས་ལ་ཆུ་རྒྱུས་ཡོད་པ་ཆགས་ཀྱི་ཡོད་རེད་དེ། ཡིན་ན་ཡང་ལོ་རྒྱུས་ལས་སོ་མ་རུང་པ་ཡིན་འདུག་འགག་ལ་ཐུག་པའི་སྐབས་སོགས་ལ་དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་ཡོད་རེད། དེ་འདྲ་རེད་འདུག་བ། དེ་འདྲ་ཡིན་འདུག་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཐུགས་རྗེ་ཆུང་བ་མ་རེད་ཐུགས་རྗེ་དང་བྱིན་རླབས་ཆེ་བ་རེད། ཐུགས་རྗེ་དང་བྱིན་རླབས་ཆེ་མ་ཆེ་བསྲེ་ཡ་དེ་ཐུགས་རྗེའི་བྱིན་རླབས་དེ་རང་གི་རྒྱུད་ལ་འཇུག་ནས་ཆོས་ཉམས་ལེན་གནད་དུ་སོང་ན་ཐུགས་རྗེའི་བྱིན་རླབས་དེ་རང་གི་རྒྱུད་ལ་འཇུག་པའི་རྟགས་རེད། ཆོས་ཉམས་ལེན་གནད་ལ་མ་སོང་ན་ཐུགས་རྗེ་དང་བྱིན་རླབས་ཆེན་པོ་རེད་ཟེར་ན་ཡང་ཁ་སྟོང་པ་རེད་སྐད་ཆ་སྟོང་པ་རེད་དེ་ལ་ནུས་པ་ཟེར་བྱེད་ར་གང་ཡང་མི་འདུག་ག་དེ་འདྲ་ཡིན་དུས་ཀྱི་རྟོག་པ་ཐམས་ཅད་ལེགས་པར་བསྡུས་ནས་ནི་ཤིན་ཏུ་བསམ་པ་བཟང་དང་བསྲེས་ཏེ་ཤིན་ཏུ་བསམ་པ་ཤིན་ཏུ་བསྲེས་ཏེ་ཐེག་པ་ཆེན་པོའི་ཆོས་ནི་བཤད་པའི་གེ་དང་བསམ་པ་རྒྱ་ཆེ་བ་སྦྱོར་བ་རྒྱ་ཆེ་བ་བསམ་སྦྱོར་རླབས་ཆེན་པོ་ཡོད་པ་དེ་རུ་བཀྲལ་ལ་ཤིན་ཏུ་བསམ་པ་བཟང་པོ་ཟེར་ཡ་དེ་ཡོང་གི་ཡོད་རེད། ཤིན་ཏུ་བསམ་པ་བཟང་དང་ལྡན་པའི་ཉོན་ཟེར་བའི་སྐབས་སུ་རྣ་བའི་ཉན་སྒུག་ཡོད་རེད། རྣ་བའི་ཆུ་ཉན་པའི་སྐབས་སོགས་ལ་ཀུན་སློང་གལ་ཆེ་བ་རེད་མ་གཏོགས། ལུས་ཆོས་རའི་ནང་ལ་བསྡད་ན་ཡང་སེམས་དེ་ཆོས་དང་མ་འབྲེལ་ན་ཕན་གྱི་མི་འདུག་ཟེར་བའི་ལྟར་དོན་དག་དེ་ཡོང་གི་འདུག་བ་དེ་འདྲ་ཡོང་དུས་ཤིན་ཏུ་བསམ་པ་བཟང་དང་བདེན་པའི་ཉོན། དེ་ལྟར་མ་ཡིན་ན་ཟེར་ད་ལྡོག་ཕྱོགས་ཀྱི་ཐོག་ནས་བཤད་ཡོང་དུས་རྒྱན་ངའི་བློ་ལ་ཟེར་བའི་སྐབས་སོགས་ལ་རྒྱན་ངའི་བློ་ཟེར་ཚིག་དེ་ལ། སྤྱི་དང་ཚིག་དངོས་སུ་རྒྱན་ངའི་ཟེར་ཤེས་པ་རེད་དེ་ཤུགས་ལ་ག་རེ་གོ་དགོས་ཟེར་ན། འདོད་ཆགས། ཞེ་སྡང། གཏི་མུག། ང་རྒྱལ་ཕྲག་དོག་ལ་སོགས་པ་རྩ་བ་བདག་ཏུ་འཛིན་པའི་ཀྱི་བློ་དེའི་བསྐྱེད་པས། ཕྱིན་ཅི་ལོག་པའི་འདུ་ཤེས་ཕྱིན་ཅི་ལོག་པའི་རྣམ་རྟོག་ཕྱིན་ཅི་ལོག་པའི་ཀུན་རྟོག་དེ་འདྲའི་ཅིག་གི་ཐོག་ནས་ཆོས་ཀྱི་རྣམ་གྲངས་ག་འདྲའི་ཅིག་ཉམས་ལེན་བྱེད་པ་ཡིན་ན་ཡང། དེ་ལ་སངས་རྒྱས་འོད་དཔག་མེད་དང་རྡོ་རྗེ་སེམས་དཔའ་ལ་སོགས་པ་བླ་མ་དང་ལྷག་པའི་ལྷ་ཐམས་ཅད་ཀྱིས་བྱིན་རླབས་འཇུག་གི་མ་རེད། བདེ་བར་གཤེགས་པ་རྣམས་ཀྱིས་བྱིན་མི་རློབ་བསད་བསྲེགས་ཏེ། ཁོང་རྣམས་པས་བྱིན་གྱིས་མི་རློབ་པའི་སྐད་ཆ་མ་ཡིན་པར་བྱིན་གྱིས་བརླབས་ཀྱང་བྱིན་རླབས་འཇུག་མ་རེད་ད་དེ་རེད་དོ། ང་ཚོས་གསོལ་བ་བཏབ་ཀྱི་ཡོད་རེད། གསོལ་བ་བཏབ་ནས་ཅིག་ཐུགས་རྗེ་གཟིགས་རོགས་གནང་བྱིན་གྱིས་བརླབ་དོ་སོ། ཆོས་བློ་རྒྱུད་ལས་སུ་རུང་བ་བྱིན་གྱིས་བརླབ་དོ་ཟེར་གྱི་ཡོད་རེད་དེ་བློ་རྒྱུད་ལས་སུ་རུང་བ་ལ་རང་གི་ལག་ཏུ་ལེན་ནས་དེ་ལ་ཡང་འཇུག་མ་ཐུབ་ན། གསོལ་བ་བཏབ་པ་ཙམ་གྱིས་ཕན་གྱི་མི་འདུག་དེ་འདྲ་ཡིན་དུས་གསོལ་བ་བཏབ་ན་ཡང་གསོལ་བ་ཐེབས་པ་ཅིག་དགོས་ཀྱི་ཡོད་རེད། ཐུགས་རྗེའི་གཟིགས་པ་ཡིན་ན་ཡང་ཐུགས་རྗེ་དེ་རང་གི་རྒྱུད་ལ་འཇུག་དགོས་ཀྱི་འདུག་དེ་གཉིས་ལ་ཁྱད་པར་ཆེན་པོ་ཞེ་དྲག་ཡོད་རེད། རེད་འདུག་གསོལ་བ་བཏབ་ཚད་ཚང་མ་དེ་གསོལ་བ་ཐེབས་ཀྱི་ཡོད་མ་རེད་དེ་ངའི་རྣམ་པ་ཀུན་ཏུ་ཞུ་བསྡད་ཀྱི་ཡོད་དེ་རེད་ཡ་རེད་བ་འདུག་ང་ཚོ་གསོལ་བ་བཏབ་ཀྱི་ཡོད་རེད་དེ་གསོལ་བ་བཏབ་ཚད་དེ་གསོལ་བ་ཐེབས་ཐུབ་ཀྱི་མི་འདུག་གསོལ་བ་བཏབ་པ་བཞིན་དུ་གསོལ་བ་ཐེབས་དགོས་ཀྱི་ཡོད་ན་ད་ལྟ་གོང་དུ་བཤད་པའི་ཀུན་སློང་བཞིན་ཅི་ལོག་པ་ཐམས་ཅད་ལས་ཡར་ལྡོག་ཀུན་སློང་བཟང་པོའི་ལམ་ལ་འཇུག། ལྟ་བ་བསྒོམ་པ་སྤྱོད་པ་ཕྱིན་ཅི་མ་ལོག་པའི་ལམ་ལ་འཇུག། བཀའ་དགོངས་འགྲེལ་དང་བཅས་པ་ཐམས་ཅད་ནས་གསུངས་པའི་གི་དོན་དེ་ཡིད་ལ་བཞག་དེ་ལག་ཏུ་བླངས་ན། དེ་ལག་ཏུ་ལེན་ན་དེ་ཚུལ་བཞིན་དུ་རྒྱུད་ལ་སྦྱར་ན་གསོ་བ་ཐེབས་ཀྱི་རེད། འོ་དེ་ང་ཚོས་ཤེས་དགོས་དགོས་དེ་བ། བདེ་བར་གཤེགས་པ་དང་ལྷག་པའི་ལྷ་ཐམས་ཅད་དང། གཅིག་གིས་སོ་སོ་སོ་ཉམས་ལེན་བྱེད་མཁན་ཐམས་ཅད་ཀྱི་པར་རུ་ལ་ཡང་འགྲེལ་པ་ཞིག་བཟོ་དགོས་དགོས་དེ་བ། དེ་འགྲེལ་པ་བཟོ་ཡ་ལ། གཅིག་དེ་ག་ཧ་ལོ་ཟེར་བའི་སྐད་ཕན་གི་མི་འདུག། དེ་གི་མཚན་ནས་བོས་པའི་ཕན་གི་མི་འདུག་དེ་གི་གཟུངས་སྔགས་བཟླས་པ་ཙམ་ཞིག་ཕན་གི་མི་འདུག། ད་གཟུངས་སྔགས་བཟླས་པ་དང་དེ་ཡི་ཚེ་ནས་བོས་པ་བཞིན་དུ་དེ་དག་གིས་ཇི་ལྟར་གསུངས་པའི་གི་དོན་དེ་དག་ཐམས་ཅད་དང་བཀའ་དེ་དག་ཐམས་ཅད་དེ་ཡིད་ལ་བཞག་ནས་དེ་ལག་ཏུ་བླངས་པ་ཡིན་ན། འོ་དེ་ནས་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད་བྱིན་རླབས་འཇུག་གི་ཡོད་རེད་དེ་ཡིན་དུ་གསོལ་བ་བཏབ་ན་གསོལ་བ་ཐེབས་ཐུབ་བ། འོ་དེ་ང་ཚོ་གལ་ཆེན་པོ་རེད་གསོལ་བ་བཏབ་ན་གསོལ་བ་ཐེབས་ཐུབ་བ་ཅིག་གསོལ་བ་བཏབ་ཚད་ཐམས་ཅད་དེ་གསོལ་བ་ཐེབས་ཀྱི་མེད་པ་གསོལ་བ་ཐེབས་པ་ལ་གསོལ་བ་བཏབ་ཤེས་པ་གསོལ་བ་བཏབ་ཤེས་པ་དེ་ཡི་ལམ་དེ་ག་བར་འགྲོ་གི་འདུག་ཟེར་ན་བློ་རྒྱུད་ལས་སུ་རུང་བ། བློ་རྒྱུད་ལས་སུ་རུང་བ་དེ་ག་རེ་བདག་མེད་པར་རྟོགས་པའི་ཤེས་རབ་ལ་སོགས་པ་དེ་ཐེག་པ་ཕྱི་གཞུང་གི་ཡོན་ཏན་དམ་པའི་རྒྱུད་ལ་སྦྱར་དགོས་ཀྱི་ཡོད་པ་དེ་འདྲ་དེ་དག་གི་རྩ་བ་ག་བ་ཐུག་ཡོད་རེད་བསམ་ན་ཀུན་སློང་མ་ནོར་བ་ཞིག་དགོས་ཀྱི་ཡོད་པ་དེ་འདྲ་གཞི་མ་ནོར་བ་ལམ་མ་ནོར་བ་ཞིག་གི་ཐོག་ནས་འབྲས་བུ་མ་ནོར་བར་འགྲོ་དགོས་ཀྱི་ཡོད་པ་དེ་ཐེག་པ་ཆུང་ངུ་ནས་བྱས་ནས་གསང་སྔགས་བླ་མེད་ཀྱི་བར་དུ་འགྲོ་སྟངས་ཚང་མ་གཅིག་པ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུ་བདེ་བར་གཤེགས་པ་རྣམས་ཀྱི་ཕྱིར་མི་སློབ་ཞེས་པའི་གི་རྒྱུད་ཀྱི་ཚིག་དེ་ང་ཚོ་ཐུགས་ལ་ངེས་ནས་རེད་འདུག་བ་རྟོགས་པ་ཐམས་ཅད་ལེགས་པར་བསྡུས་ནས་ནི་ཤིན་ཏུ་བསམ་པ་བཟང་དང་ལྡན་པའི་ཉོན་ཟེར་བའི་སྐབས་སུ། ཀུན་སློང་དང། བསམ་པ་དང་སྦྱོར་བ་གྱི་ཁྱད་པར་བཤད། རེད་དུ་བ། དེ་མཐུན་པའི་ཕྱོགས་ནས་བཤད་པ་རེད། མི་མཐུན་པའི་ཕྱོགས་ནས་བཤད་ཡོན་དུ་རྗེ་ངའི་བློ་ལ་ཟེར་བའི་བཀའ་སྲོལ་ལ། དེ་ཡི་ལྡོག་ཕྱོགས་དེ་ཕྱིན་ཅི་ལོག་པའི་བློ་ཐོག་མེད་ནས་གོམས་པའི་བག་ཆགས་ངན་པ། ཐོག་མེད་ནས་གལ་པོའི་གོམས་པའི་རྟོག་པ་ངན་པ། ད་ནི་འཇམ་པ་ཚིག་ཆོས་ནས་གསུང་བ་ན་བཞིན་གྱི། འདུ་ཤེས་ཀུན་གྱི་དོན་སྤངས་ཤིང་རྣམ་ཤེས་དོན་ནས་འགོག་པར་བྱེད་ཟེར་ཡང་ཚིག་དེ་གཉིས་དེ་ངས་བཏགས་པ་རེད་ཟེར་ཞུ་གི་ཡོད་པ། འདུ་ཤེས་ཀུན་གྱི་དོན་སྤངས་ཤིང་རྣམ་ཤེས་དོན་ནས་འགོག་པར་བྱེད། འདུ་ཤེས་ཟེར་ཡ་དེ་རྟོག་པ་རགས་པ་བཤད་པ་རེད། རྣམ་ཤེས་ཟེར་བའི་སྐབས་སུ་རྟོག་པ་ཕྲ་མོ་བཤད་པ་རེད། རྟོག་པ་ཕྲ་རགས་རེད། ཕྱིན་ཅི་ལོག་པའི་སྐབས་སུ་ལ་ཡང་རྟོག་པ་ཕྲ་རགས་ཤེས་དགོས་ཀྱི་ཡོད་རེད། སྒོམ་བརྒྱབ་པའི་སྐབས་སུ་ལ་ཡང་སྒོམ་གྱི་སྐབས་སུ་ལ་ཡང་དཔེར་ན་གསང་སྔགས་རྡོ་རྗེ་ཐེག་པའི་སྐབས་སུ་དང་སངས་རྒྱས་རྒྱལ་མ་ངོ་སྤྲོད་སྐབས་སུ་ཞུ་གི་ཡིན་དབང་བཞིའི་རིམ་པ་ཉམས་ལེན་བྱེད་པའི་སྐབས་སུ་ལ་ཡང། རྟོག་པ་རགས་པ་ཐམས་ཅད་དེ་ཚུལ་བཅོམ་བྱས་ནས་རྟོག་པ་རགས་པའི་རགས་པ་ཐམས་ཅད་དེ་ཚུལ་བཅོམ་ནས་དེ། གཉུག་མའི་ཤེས་པས་ཀྱི་རྩིས་ཟིན་ཡོད་དུས་དབང་ཞེས་པ་ཚིག་དབང་རིན་པོ་ཆེའི་དབང། ཐུན་མོང་གི་དབང་རིམ་པ་གསུམ་དབང་དབང་གོང་མ་གསུམ་དེ་དབང་དུ་སོང། བུམ་དབང་གསང་དབང་ཤེར་དབང་སྔོན་དུ་སོང་ནས་དེ་གསུམ་གྱི་སྟོབས་དང་སྟོབས་སམ་ནུས་པ་ཕྲ་མོ་དེ་ཚིག་དབང་རིན་པོ་ཆེ་ཐོག་ལ་སླེབས་ཀྱི་ཡོད་རེད། དེ་མ་བཅོས་པའི་སེམས་ཀྱི་གནས་ལུགས་ཐོག་ལ་མཉམ་པར་བཞག་ཡོང་དུ་གང་ངོ་ཤེས་དགོས་ན་ཕྲ་བ་གཉུག་མའི་ཤེས་པ་དེ་ངོ་ཤེས་དགོས་ཀྱི་ཡོད་རེད་འདུག་བ་རྟོགས་པ་ཕྲ་རགས་ཡོང་གི་འདུག་བ་ཕྱིན་ཅི་ལོག་པ་ལ་ཡང་རྟོགས་པ་ཕྲ་རགས་ཡོང་གི་ཡོད་རེད་དེ་དང་མི་མཐུན་པའི་མི་མཐུན་པའི་གཉེན་པོའི་ཏེ་ནི་གཅིག་གི་བློ་བློའམ་ཤེས་པ་ལ་ཡང་ཕྲ་རགས་ཡོང་གི་ཡོད་རེད། འོ་དེ་འདྲ་ཡིན་དུས་འདུ་ཤེས་ཀུན་གྱིས་སེལ་བའི་བཀའ་སོགས་ལ། དེ་ནས་འདུ་ཤེས་དེ་རགས་པ་ལས་བཤད་པ། རགས་པའི་ཕྱིན་ཅི་ལོག་པའི་རྟོག་པ་ཕྲ་རགས་ཐམས་ཅད་སྐྱོང་དགོས་པར་བཤད། རྣམ་ཤེས་དོན་ནི་འགོག་པར་བྱེད་ཟེར་བ་ལ་དེ་ཀུན་གྱི་རྩ་བ་ཕྲ་མོ་དེ། དེ་ནི་རྟོག་པ་ཕྲ་མོ་ལ་བཞག་པ་རེད་དེ་ག་རེ་སོང་ན་རྣམ་ཤེས་ལ་བཞག་པ་རེད་དེ་འདྲ་ཡིན་དུས་འདུ་ཤེས་དང། འདུ་ཤེས་ཕྱིན་ཅི་ལོག་པ། རྣམ་ཤེས་ཕྱིན་ཅི་ལོག་པ་རྟོག་པ་ཕྱིན་ཅི་ལོག་པ་ཐམས་ཅད་དེ་ཟད་དགོས་ཀྱི་རེད་ཟེར་བ་ཚིག་དེ་འགྲེལ་བཤད་བྱེད་སྡོམ་རྒྱག་ས་དེ་རྒྱལ་ངའི་བློ་ལ་ཞེས་པའི་ཚིག་དེ་ལ་སླེབས་དེ་ཡིན་དུས་རྒྱལ་ངའི་བློ་ལ། འོད་དཔག་མེད་ལ་སོགས་བདེ་བར་གཤེགས་པ་རྣམས་ཀྱི་ཕྱིར་མི་སློབ་བོ་ཟེར་བའི་སྐབས་སུ། ཡ། ད་ལྷ་དང་བླ་མ་བསད་ཅིག་གུ་གུ་འདུག་ང་ཚོ་གསོལ་བ་བཏབ་ས་ཅིག་གུ་གུ་འདུག་བ། ཅེས་རེ་ཟིག། རྗེ་བཙུན་འཇམ་པའི་དབྱངས། རྗེ་བཙུན་སྒྲོལ་མ། ཕྱག་ན་རྡོ་རྗེ་ལ་སོགས་པ་ལྷག་པའི་ལྷ་མང་པོ་ཅིག་ཞི་བ་འཕྲོ་བོ་ཞི་མ་འཕྲོ་ལ་སོགས་པ་མང་པོ་ཅིག་ང་ཚོ་གསོལ་བ་བཏབ་ཡོད་ཅིག་གུ་གུ་འདུག་བ། ཡིན་ན་ཡང་གསོལ་བ། ལྟ་བུའི་གྱི་གོང་དུ་གསོལ་བ་བཏབ་ཤེས་ཀྱི་ཡོད་རེད་དེ། ཡིན་ན་ཡང་གསོལ་བ་འདེབས་པ་ལ་ཆ་ཞེན་ག་རེ་ཚང་གི་ཡོད་མེད་དེ་ང་ཚོས་ཤེས་རྟགས་ཅན་བཏང་གི་ཡོད་མ་རེད། ད་དེ་གི་ཐོག་ལ་བློ་ཉེ་བ་སྦྱངས་ནས་དེ་གི་ཐོག་ལ་བློ་ཉེ་བ་གཞོལ་ནས་བརྟག་དཔྱད་བཏང་ཡོང་དུས་འོ་ད་ཕྱིན་ཅི་ལོག་པའི་རྟོག་པ་དེ་འདྲ་ཞིག་སྐྱེས་པ་ཡིན་ན། བདག་དང་ལྷ་གཉིས་ཀྱི་བར་རུ་ལ་ཡང་ཧེ་བག་ཆེན་པོ་འགྲོ་གི་འདུག། བདག་དང་ལྷ་གཉིས་ཀྱི་བར་དུ་ལ་ཡང་དུ་ཐག་ཉེ་བོ་བཟོ་ཐུབ་ཀྱི་མི་འདུག་ཟེར་ད་ང་ཚོས་དུས་ཆེན་སྙན་པ་བསགས་ཟིག་རེད་སྙན་པ་སྙན་པ་ཟེར་གྱི་འདུག་བ་སྙན་ཟེར་ཡ་དེ་བ་འུ་ས་ཉག་དང་གཡར་བ་ཡིན་ན་སྙན་ཟེར་ཚིག་དེ་ག་རེ་གོ་དགོས་རེད་ཟེར་ན་ཐག་ཉེ་རུ་བཟོ་བ་ཟེར་གྱི་ཡོད་རེད་བ། བཟླས་བརྗོད་བྱས་ཡོང་དུས། དང་པོ་ལུས་ལྷ་ཡི་སྐུ་ལ་བསྒོམ། ངག་ལྷ་དེ་ཡིས་བཟླས་བརྗོད་བྱས། སེམས་ལྷ་དེ་ཡི་ཏིང་ངེ་འཛིན་དང་མ་བྲལ་བར་བྱས་ནས་ལུས་ངག་ཡིད་གསུམ། ཕྱིན་ཅི་ལོག་པའི་ལུས་ངག་ཡིད་གསུམ་དེ་དག་པའི་སྐུ་གསུང་ཐུགས་ལ་ཡང་སྦྱར་ཤེས་ན་ལྷ་སྒྲུབ་ཤེས་ཀྱི་ཡོད་རེད། ཕྱིན་ཅི་ལོག་པའི་དེ་ནི་ལུས་ངག་ཡིད་གསུམ་དེ་དག་པའི་ལྷ་ཡི་སྐུ་གསུང་ཐུགས་ལ་སྦྱར་མ་ཤེས་ན་ལྷ་སྒྲུབ་མ་ཤེས་པ་རེད། ང་རང་ལྷ་ཡིན་བསམ་པས་ཕན་གྱི་ཡོད་མ་རེད། ངས་ངག་བཟླས་པ་དེ་ལྷ་ཡི་གསུང་ཡིན་བསམ་པས་ཀྱི་ཕན་གྱི་ཡོད་མ་རེད། ངས་བསམ་བློ་བཏང་ནས་བློ་ཉེ་བར་ཞོག་ལ་ཙམ་འདི་ལྷ་ཡི་ཐུགས་ཡིན་བསམ་ན་ཕན་གི་ཡོད་མ་རེད་དེ་འདྲ་ཡིན་དུ་མ་དག་པའི་གི་རྩ་རླུང་ཐིག་ལེ་གསུམ་དེ་དག་པའི་སྐུ་གསུང་ཐུགས་སུ་ཡང་ཆེར་ཤེས་པ་དེ་འདྲ་ཞིག་ཆེར་ཤེས་པ་དེ་ཡང་དང་པོ་བཅོས་མའི་བློ་ཡིས་ཆེར་ཤེས་པ་བྱེད་བཅོས་མའི་བློ་ཡིས་ཆེར་ནས་དེ་ལ་གོམས་ཡོང་དུས་རིམ་པས་རིམ་པས་རིམ་པས་གི་བློ་ཉེ་བར་སྦྱངས་ཡོང་དུས་བློ་ཕྲ་མོ་ཕྲ་མོ་ཕྲ་མོ་ལས་ཡོང་དུས། རྟེན་ནི། གཅིག་གིས་ཕྱིན་ཅི་ལོག་པའི་རྟོག་ཚོགས་ཐམས་ཅད་དེ་རང་བཞིན་གྱིས་ལྷ་དང་བཟླས་བརྗོད་དང་དཀྱིལ་འཁོར་གྱི་ནུས་པ་ལ་བརྟེན་ནས་ལྷ་ཡི་རྣལ་འབྱོར་དང་ལ་བར་འགྲོགས་ཡོང་དུས་ལྷ་ཡི་རྣལ་འབྱོར་དང་བདག་རྣལ་འབྱོར་གཉིས་དེ་གཅིག་ཏུ་འགྲུབ་ཡོང་དུས་ལྷ་ཡི་རྣལ་འབྱོར་དང་བདག་གི་རྣལ་འབྱོར་གཉིས་དེ་གཅིག་ཏུ་འགྲུབ་ཡོང་དུས་ལྷ་སྤྲུལ་པ་རེད། དེའི་སྐབས་ལ་ཐ་མ་པ་ཡོད་མ་རེད་ད། དེའི་སྐབས་སུ་ལ་བརྟེན་ནས་ད་ལྟ་དཔལ་ཐ་ལན་པའི་གསུང་སྟེ་སྣང་གྲགས་རིག་གསུམ་ལྷ་སྔགས་ཆོས་སྐུའི་ངང་སྐུ་དང་ཡེ་ཤེས་རོལ་པར་འབྱམས་ཀླས་པའི་ཟབ་གསང་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་དབྱེར་མེད་བསྲེ་ཡ་སྟེ།

བླ་མ་ལ་ཡང་ཞི་རགས། དངོས་གྲུབ་ཀྱི་རྩ་བ་ཡི་དམ་དེ་ལ་སྒྲུབ་པ་བཀའ་བརྒྱད་དེ་ནི་ཕྲིན་ལས་ཀྱི་རྩ་བ་ཆོས་འབྱུང་ཨོ་དེ་འདྲའི་སེམས་མ་བསྒྲིགས་ཡོན་ཏན་བརྩམས་པ་ལ་དེ་ནི་ཕ་ཉིན་དུས་བརྩམས་པ་ལ་རྩ་བ་གསུམ་བསལ་ཏེ་ཚང་མས་ཀྱི་ཤེས་བདེ་བ་གཅིག་ལ་ཡིན་ན་ཡང་རང་གི་ལུས་ངག་ཡིད་གསུམ་དེ་ལ་ནི་གཅིག་རྩ་བ་གསུམ་གྱི་སྐུ་གསུང་ཐུགས་ལས་ཡང་ཆེར་མ་ཤེས་ན། བུམ་པ་དང་གཏོར་མ་དང་རྫས་ལ་སོགས་པ་ལ་འབྲེལ་པ་བཞག་ན་མ་བཞག་ན་ནུས་པ་མི་འདུག་བ། དེ་ང་ཚོས་ཤེས་དགོས་ཡོད་རེད་དེ་མེད་ན་ང་ཚོས་འཚང་ཁ་རྒྱག་གི་འདུག་བ་ད་དབང་ལ་འཚང་ཁ་རྒྱབ་ནས་ཡིན་གཅིག་མིན་གཅིག་བུམ་པ་དེ་མགོ་ལ་ཅིག་ཐུག་མ་ཐུག་ན་དབང་ཐོབ་མ་སོང་བསམ་པ་འདྲ་བོ་དང་རྫས་དང་བྱིན་རླབས་ལ་སོགས་པ་དེ་ཚོ་བྲིས་ཏེ་ཅིག་འགྲེལ་པ་ཞིག་ཐོབ་མ་ཐོབ་ན་དབང་ཐོབ་མ་སོང་བསམ་པ་ཅིག་མ་གཏོགས་དབང་ངོ་མ་དེ་ཐོབ་པ་དབང་གིས་ཐོབ་འཛིན་པ་དམ་ཚིག་གིས་འཛིན་འབྲས་བུ་རིས་མེད་ཀྱིས་ཐོབ་པའི་རྣམ་གཞག་གསུམ་པོ་དེ་རྣལ་འབྱོར་བླ་མེད་ཀྱི་རྒྱུད་ཀྱི་ནང་ལ་འགྲོ་སྟངས་གཅིག་པ་རེད་ཐོབ་པ་དབང་གིས་ཐོབ་ནས་ཐོབ་ཡ་ལ་ལུས་ངག་ཡིད་གསུམ་དབང་དུ་འགྱུར་དགོས་ཀྱི་འདུག་དེས་འབྲས་བུ་འབྲས་བུ་ཐོབ་བར་བསྒོ་བ་ལ་དེ་ཡི་དམ་ཚིག་བསྲུང་དགོས་ཀྱི་འདུག་དེ་ལ་དེ་ཐོབ་པར་དབང་གིས་ཐོབ་འཛིན་པ་དམ་ཚིག་གིས་འཛིན། འབྲས་བུ་རིམ་གཉིས་ཀྱིས་ཐོབ་དགོས་ཀྱི་འདུག་དེ་འབྲས་ཀྱི་རྣམ་གཞག་དེ་བཤད་མ་ཐུབ་ཡོང་དུས། དེ་ནི་བསྟན་དང་བསྟན་པའི་དཀྱིལ་འཁོར་ལྷ་ཚོགས་ཏེ། ཚོམ་བུ་དང། རྡུལ་ཚོན་དང། རས་རིས་དང། བློས་བསླངས་ལ་སོགས་པ་དེ་ཁོ་ན་གྱི་ཐོག་ལ་བསམ་བློ་བཏང་བ་མ་གཏོགས། སྒྱུ་འཕྲུལ་དྲ་བ་ཟེར་ཡག་ཚིག་དེ་འཇམ་པ་མཚན་བརྗོད་དེ་ད་སྒྱུ་འཕྲུལ་དྲ་བ་རེད་བ། རྒྱུ་སྒྱུ་འཕྲུལ་དྲ་བ་ཟེར་སྒྱུ་འཕྲུལ་དྲ་བ་ཟེར་ཡག་དེ་དབང་སྒྱུར་ཐབས་ཀྱི་ཐིགས་པ་ཟེར་ནས་མིང་དེ་བཏགས་ཀྱི་ཡོད་རེད། སྒྱུ་སྒྱུ་འཕྲུལ་དྲ་བའི་ནང་མོ་ལ་བདག། ལྷ། དཀྱིལ་འཁོར་རྟེན་དང་བརྟེན་པ་ཐམས་ཅད་དབྱེར་མེད་ངང་ལ་ཡོད་པ་ཤེས་འགུགས་ཡོད་རེད་དེ་ཤེས་ཡང་ལ་རང་གིས་མ་དག་པའི་གི་ལུང་ང་ཡིད་གསུམ་དུ་དག་པ་ལྷ་ཡི་སྐུ་གསུང་ཐུགས་གསུང་དེ་ཡེ་ནས་ཡིན་པ་ལ་ཡིན་པར་ཤེས་པའི་ཐོག་ནས་འགྲུབ་ཐུབ་འགུགས་ཡོད་རེད་མ་གཏོགས་གསར་དུ་གཅིག་གིས་བླ་མའི་བྱིན་རླབས་དང་སྔགས་དང་ཏིང་ངེ་འཛིན་དང་རྫས་ལ་སོགས་པའི་གི་ནུས་པ་ལ་བརྟེན་ནས་ལུང་ང་ཡིད་གསུམ། དག་པའི་སྐུ་གསུང་ཐུགས་གསུམ་ལས་སྒྲུབ་ཡག་གི་ནུས་པ་ཅག་རིམ་པ་རིམ་པ་རིམ་པ་དེ་མེད་པ་རེད། དེ་ཞེ་དྲག་གལ་ཆེན་པོ་རེད། དེ་འདྲ་ཡོད་དུས་གཅིག་བྱས། གཉིས་པའི་ཐོག་ལ། དབང་ཤོག་བུ་ཐམས་ཅད་ཀྱི་རབ་བྱུང་ན་རབ་གསུང་རབ་རྒྱས་བྱུང་ན་མི་ཚེ་གཅིག་ལ་ཡང་གསང་སྔགས་རྡོ་རྗེ་ཐེག་པའི་ལམ་གྱི་རིམ་པ་ནང་མོ་ལ་ཡང་རྟག་པར་གནས་ཐུབ་པ་ཅིག་དགོས་ཀྱི་ཡོད་རེད། དེ་ལྟར་མ་ཐུབ་ན་ཡང་ད་ལྟ་བར་གསུམ་ཞིག་གིས་ད་དུང་དབང་གི་རིམ་པའི་སྐབས་དེ་ལ་ཆགས་སྡང་གི་རྟོག་པའི་དབང་དུ་མ་འགྲོ་བ་བྱས་ནས། གཅིག་གི་ཉིན་མོ་ཡིན་ན་ཡང་གཅིག་གི་རང་གི་ལུས་ངག་ཡིད་གསུམ་དུ་དག་པ་ལྷ་ཡི་སྐུ་གསུང་ཐུགས་སོགས་ཆེར་ཤེས་པར་བྱས། དེ་ནི་མ་དག་པའི་གིས་ད་ལྟ་གཅིག་གིས་ཁང་པ་དང་ཁྱིམ་ལ་སོགས་པ་ནི་བཟོ་སྐྲུན་ཡང་ཡང་དག་པའི་བྱ་ཡི་གང་ཡིན་བསམ་པ་དང། དེ་ནི་མཆེད་ལྕམ་རྡོ་རྗེ་ཕོ་མོ་ཐམས་ཅད་ཡང་ཐ་མལ་པའི་གིས་མཆེད་ཕོ་མོ་གི་བསམ་བློ་མ་ཡིན་པར་ཡི་དམ་གྱི་ལྷ་ཡི་རང་བཞིན་ཡིན་བསམ་པའི་གིས་འདུ་ཤེས་དང་དེ་འདྲའི་གཅིག་གིས་མཐོང་ན་བར་འགྲོ་ཐོས་ཡ་བྱས་པ་དེ་ཤ་ཁྲག་གེ་ཆེན་པོ་རེད་ད་དེ་ཚོ་བྲིས་མ་གཅིག་ད་དུང་རྒྱལ་ལ་སྤོས་ཁ་བའི་ནང་ལ་ཡོང་སྟེ་གི་རེད་འདི་སྐབས་སུ་ལ་གཅིག་གིས་ཚིག་ཁ་ཐུག་ཁ་ཐུག་འབྲེལ་བ་ཞུ་ཡ་ད་ད་ནི་ངས་ངོ་སྤྲོད་འདྲ་བོ་ཞུ་དགོས་ཡ་གཙོ་བོ་དེ་ལྟ་རེད་ང་ཚོ་ཚང་མ་མཉམ་དུ་འཛོམས། རང་ལ་ནུས་པ་མེད་ན་ཡང་སྤྱིར་དྲ་འདི་འདྲ་སེམས་ལ་བྱ་ཟེར་ཡ་ཅིག་ང་ཚོ་བཀའ་རྒྱུད་འགུར་ཚོ་ནང་ལ་ཡོད་རེད་བླ་མ་ཁོང་མེད་སོང་དེ་ན་རང་ལ་ནུས་པ་མེད་པ་རེད་ད་གིན། མཁན་པོ་གི་གཏམ་ང་ཡག་རབས་འཇིགས་རབས་མང་པོ་ཤི་བས་སོང་སོང་ཨ་དེ་ཚོ་ནི་སྒྲོ་བཏགས་རེད་སྙན་ངག་ཐོག་ལ་ག་རེ་ལབ་ལབ་རེད་བ། དེ་ཆོས་ཀྱི་ཆེ་བ་ཐོག་ལས་ཁོང་གིས་དེ་རེས་གསུངས་པ་རེད་ཐུགས་རྗེ་ཆེ་སྙན་པོ་ཞེ་དྲག་བྱུང་ང་ཡང་ང་རྒྱལ་ཡ་ཨོ་ཚོ་སྐྱེས་སོང་ལ། ཕ་ཆོས་ཡིན་པ་འདྲ་སེམས་སོ་འདྲ་བོ་ཅིག། ཨོ། ཐུགས་རྗེ་རེད། འདི་སྐོར་སྒྲོ་ཐག་སྒྲོ་ཐག་རེད་དེ་ཞེ་དྲག་གལ་ཆེན་པོ་ག་ཡང་མཐོང་གི་མི་འདུག་རྣམ་པ་ཚོ་ཨེ་ཡང་དེ་ཞེ་བུ་ཅིང་ཟེར་རེད་བསམ་བསྡད་པ་ཡིན་ན་ཡང་ཁྱེད་རང་རྣམ་པ་ཚོ་དེ་ག་ཟ་འོ་རྒྱལ་རོ་རེད་ལ་དེར་དོ་ཐག་གང་ཡང་ཡོད་མ་རེད་ད་ཡིན་ན་ཡང་བླ་མ་བཟང་པོ་གྱིས་བསྟན་པ་དེ་དངོས་གནས་རེད་བླ་མ་བཟང་པོ་གྱིས་བསྟན་བླ་མ་བཟང་པོ་གྱིས་བསྟན་ནས་དེ་གི་སྐུ་མདུན་ནས་ཡག་ཅིག་གི་གདམས་ངག་མ་མྱོང་བ་ཞིག་ཐོས་མྱོང་བ་དབང་སྐུ་དབང་ཡང་ཡིན་ན་ཡག་ཅིག་གི་མ་མྱོང་བ་ཞིག་ཐོབ་མྱོང་བ་ཁྲིད་དང་མན་ངག་ཡིན་ན་ཡང་མ་མྱོང་བ་ཞིག་ཐོབ་མྱོང་བ་དེ་ཚོ་དེ་དངོས་ཡོད་ཀྱི་གནས་ཚུལ་སྐད་ཆ་རེད་ཡིན་ན་ཡང་ཐོབ་མྱོང་རེད་དེ་ཡིན་ན་ཡང་རྒྱུད་ཐོག་ལ་སྦྱར་ཐུབ་མ་ཐུབ་དེ་གང་ཟག་སོ་སོ་ལ་རེ་གི་རེ་མ་གཏོགས་གཅིག་གིས་གཅིག་བྱས་ཡོད་རེད་གཉིས་བྱས་ཡོད་རེད་ཟེར་ནས་མང་པོ་ཅིག་བཤད་བསྡད་པས་ཀྱང་ང་མཐོ་རུ་འགྲོ་ཡག་དང་བྱས་ཡོད་མ་རེད་ཟེར་ནས་ང་དམའ་རུ་འགྲོ་ཡག་གང་ཡོད་མ་རེད། སོ་སོའི་རྒྱུ་སྲོལ་སོ་སོས་ཤེས་པ་རེད་མ་གཏོགས་གང་ཟག་གི་ཚོད་འཛིན་ཞིག་གཏོད་ཡག་གང་ཡང་ཡོད་མ་རེད་དེ་ཡིན་ན་ཡང་ད་བླ་མ་བཟང་པོ་ཞིག་བསྟེན་པ་རེད། འདི་འདྲ་ཡིན་དུས། བླ་མ་བཟང་པོ་བསྟེན་པ་དེ་དག་གི་མདུན་ནས་ད་ནི་རེ་ཆེ་སྟེར་ཅིང་མཛོད་ཆེན་མོ་གི་དབང་སྐྱབས་ཀྱི་ཤཱཀྱ་རྡོ་རྗེ་འཆང་ཆེན་པོ་མཆོག་གི་སྐུ་མདུན་ནས་ཚར་གཅིག་ཐོབ་པ་རེད་དེའི་བརྒྱུད་པ་དེ་ཡང་སོ་སོ་རེད། འདི་ནི་སྐྱབས་རྗེ་བཀའ་བརྒྱུད་རིན་པོ་ཆེ་སྐུ་མདུན་ནས་གཅིག་ཐོབ་པ་རེད་དེ་ནི་ཡང་བརྒྱུད་པ་སོ་སོའི་ཆེད་རེད་དེ་འདྲ་ཡིན་ཚེ་བརྒྱུད་པ་མ་འདྲ་བ་གཉིས་ཀྱི་ཐོག་ནས་ཐོབ་བདེ་བས་གད་སྟག་རིན་ཆེན་གཏེར་གྱི་མཛོད་ཆེན་མོ་དེ་ནང་ཉིད་གདན་ས་ཆེན་པོ་རུ་འདི་ལ་ཡང་དབང་ལུང་ཐུགས་སུ་བཅད་དེ་ཕུལ་རྒྱུའི་གོ་སྐབས་བྱུང་བ་རེད་དེ་ད་རེས་ང་ཚོ་སྤྱི་བཏང་འདི་དགོངས་པ་འདི་ནང་ལོགས་ལ་ཡང་སྔོན་མ་བཀའ་བརྒྱུད་ལྔ་མཛོད་དང་གདམས་ངག་མཛོད་ཤེས་བྱ་མཛོད་དེ་འདོན་པ་རེད་དེ་ཡིན་ན་ཡང་ད་རིན་ཆེན་གཏེར་མཛོད་དང་རྒྱ་ཆེན་བཀའ་མཛོད་དེ་འདོན་རྒྱུ་བྱུང་ཡོད་མ་རེད་དེ་འདྲ་ཡིན་དུ་ད་གཅིག་གི་གདན་ས་འདི་འདྲ་ཞིག་ཡོད་འདི་ནང་ལ་ཡང་ཕག་པའི་དགེ་འདུན་མང་པོ་ཞིག་བཞུགས་ཡོད་རེད། ནས་དེ་ཚོའི་རིགས་ཀྱི་ད་ཅིག་དུས་ད་རྣམ་པ་བཀོད་དུ་ཅིག་རྩ་བ་གསུམ་གྱི་གཉིས་སྒྲུབ་ཀྱི་ཉམས་ལེན་ཤ་སྟག་གནང་བསྡད་ཀྱི་ཡོད་རེད་དེ་ནི་དབང་མེད་ལུང་མེད་ཁྲིད་མེད་པ་དེ་འདྲ་ཞིག་གནང་བསྡད་པ་ཡིན་ན་ད་དེ་ལ་ཉེས་པ་ཆེན་པོ་ཡོད་པ་དེ་ད་དུས་ཀྱི་འཁོར་ལོ་རྣམས་ལའང་ཡང་གསུངས་ཡོད་རེད་ལ ྋསྐྱེས་རྡོ་རྗེ་རྒྱལ་པོ་རྡོ་རྗེ་རྣམས་ལའང་ཡང་མང་པོ་ཡོད་རེད་དེ་ཚོ་ད་རྒྱུད་ཀྱི་དགོངས་པ་ཁོ་རང་འགྲོ་སྟངས་ཟ་མ་གཅིག་པོ་རེད་པ་འོ་དེ་འདྲ་ཡིན་དུས་ད་དབང་ལུང་ཅིག་ཡོད་པ་ཡིན་ན་ཅིག་ཡག་པོ་འདུག་ད། དེ་འདྲ་ཡིན་དུས་གཅིག་དེའི་འདོད་ཡག་གི་གོ་སྐབས་དེ་བྱུང་བ་རེད་མ་གཏོགས་ཡང་ང་ཚོ་མི་ཚོགས་མང་པོ་འཛོམས་ཡག་དང་སྐད་གྲགས་ཡོང་ཡག་དང་སྙན་གྲགས་ཡོང་ཡག་ད་དེ་ཚོས་འདོན་གྱི་འདུག་གཅིག་བྱས་པར་གཉིས་བྱས་པར་ཟེར་དེ་འདྲས་ཀྱི་ཀུན་སློང་གང་ཡང་མེད། དེ་འདྲའི་ཀུན་སློང་ཡོད་ཡ་མེད་ལ་དེ་འདྲའི་ཀུན་སློང་ཡོད་པ་ཡིན་ན་དེ་འདྲས་ཀྱི་དབང་དེ་འདོན་པ་དང་མ་འདོན་བྱས་ན་མ་འདོན་ན་ཡག་གི་རེད། འདི་ཀོ་ངོ་ཡོད་གནས་ཚུལ་རེད། ད་ཡིན་ན་ཡང་རྣམ་པ་ཚོ་འདི་ལ། དབང་སེང་ཁ་བྷེ་ངན་རྣམ་པ་ཚོ་ཡང་གཅིག་གི་ཀུན་སློང་འདྲ་མི་འདྲ་མང་པོ་ཡོང་གི་རེད་འདུ་ཤེས་འདྲ་མི་འདྲ་མང་པོ་ཡོང་གི་རེད་དེ་འདྲའི་ཐོག་ནས་ཕེབས་པ་རེད་ཐག་གཅིག་ཏུ་གཅིག་ཡོང་གི་ཡོད་མེད་མི་ཤེས་ཡག་པོ་རེད་སེམས་ཤུགས་ཁོ་ན་ཞུ་ཚེ་ཐིག་པ་མེད་འདུག་ལྷག་པར་ཏི་རི་ཁ་ཚར་དྲ་རྒྱའི་དུས་ཚོད་རེད་ད་ཁོ་རེ་ཡག་པོ་བྱུང་ན་ནི་དེ་རིང་རང་དྲ་རྒྱ་ནང་སླེབས་ཚར་བ་རེད་སྡུག་པོ་བྱུང་ན་ནི་ད་ལྟ་དབང་མ་ཚར་གོང་ནས་དྲ་རྒྱ་ནང་སླེབས་ཚར་བ་རེད་ད་དྲ་རྒྱའི་དུས་ཚོད་རེད་དེ་ལ་ཡང་ཧ་ལས་གང་ཡང་མི་འདུག་ལ་ཁྱོད་ལྷ་རེད་ཟེར་ནས་ཐོག་རུ་འགྲོ་ཡ་གང་ཡང་མི་འདུག་ཁྱོད་འདྲེ་རེད་ཟེར་ནས་སྡུག་རུ་འགྲོ་ཡ་གང་ཡང་མི་འདུག་དེ་གཉིས་ཀ་ཡག་པོ་རེད་བསམ་གི་འདུག།

དེ་ཚོ་རེད་ད་ལ་དངོས་ཡོད་གནས་ཚུལ་རེད། འོ་འདོན་ཐང་འགྲིག་མ་སོང། ལག་ལེན་འགྲིག་མ་སོང། གཏོར་མ་འཁྱིལ་ཐང་འགྲིག་གིན་མེད་འདུག་གཏོར་མ་མགོ་ལ་བཞག་ཡ་དེ་ལག་པ་ལ་བཞག་སོང་རེད་འདུག་ག་ཙག་ལི་མགོ་མཇུག་ལོག་སོང། འོ་ད་དེ་འདྲ་མང་པོ་འདུག་ག། དེ་ཙག་ལི་མགོ་མཇུག་ལོག་ཡ་དེ་ལ་གཏམ་དཔེ་ཅིག་ཡོད་རེད་སྔོན་མ་བོད་ལ། ཅིག་གིན་བླ་མ་ཅིག་གིས་དབང་གནང་པ་རེད། དབང་གནང་པའི་སྐབས་སུ་ནད་པ་དེ་ལ། ནད་པ་དེ་ཚབས་ཆེན་པོ་ཡོད་པ་འདྲ། དེ་ནས་བླ་མ་དེ་ཚལ་བུ་ཚོལ་བའི་ཆེད་རྩ་ལྡིང་དེའི་དབང་བླངས་པའི་སྐབས་སུ་རྩ་ལྡིང་འགུགས་གཞུག་ལོག་ཟིན་པ་འདྲ་བླ་མས་ཡག་པོ་མ་གཟིགས་རེད་པ། དེ་ནས་ནད་པ་དེ་གིས་བླ་མ་ལ་བླ་མ་ལགས་རྩ་ལྡིང་འགུགས་གཞུག་ལོག་འདུག་ཟེར་ཞུས་པ་རེད། རྩ་ལྡིང་འགུགས་གཞུག་གང་ལོག་འགུགས་གཞུག་ད་ཁྱོད་རང་ལོག་རེད་རེད་ཟེར་གྱི་འདུག་ཟ། འོ་ད་དེ་འདྲ་གི་ལོ་རྒྱུས་ཡོད་རེད་པ། དེ་བླ་མ་ཁོང་ཁྲོ་ཟས་པ་རེད་ཁག་མི་འདུག་བ། དེ་བླ་མའི་བསམ་པ་རེད་ད་ཁོས་ང་ལ་སྐྱོན་བརྗོད་བྱས་ནས་ཁོ་དབང་ཡག་པོ་ཞུ་གི་མི་འདུག་བསམ་པ་རེད་བ་ད་འདུ་ཤེས་ཡག་པོ་ཡོད་ན་རྩ་འདུལ་མགོ་འཇུག་ལོག་མ་ལོག་ཁྱད་པར་གང་ཡང་མི་འདུག་ཁོ་རང་ལ་ཐོབ་གོ་ཡ་དེ་དབང་རེད་དབང་དོན་གྱི་དོན་དག་དེ་རྟོགས་དགོས་ཀྱི་ཡོད་རེད་བ་ད་དེ་ཁོ་མེད་པར་ཁོའི་སྐྱོན་བཙུགས་ནས་རྩ་འདུལ་མགོ་འཇུག་ལོག་པ་དེ་གཙོ་བོ་མཐོང་པར་མ་གཏོགས་བླ་མས་དབང་ག་རེ་བཤད་པ་དང་དབང་ག་རེ་འདོན་པ་དང་དེ་གི་ནང་དོན་གང་ཡིན་པ་དེ་ཁོས་གི་བསམ་བློ་བཏང་ཡོད་མ་རེད་བ་དེ་ཡིན་དུས་ནས་བླ་མ་ཡང་ཁོང་ཁྲོ་ཟ་དེ་ནས་མགོ་འཇུག་ཁྱེད་རང་ལོག་རན་པ་རེད་ཟོས་ད་ཁྱེད་རང་ཤེས་རིན་རེད་ཟེར་བ་རེད་བ་འོ་ཐུགས་ཟིན་ཡོང་གི་ཡོད་རེད། དེ་ཡིན་ན་དེ་ནི་སློབ་མའི་ཉེས་པ་བསགས་བླ་མའི་ཉེས་པ་བསགས་ད་དེ་འདྲ་གི་ཉེན་ཁ་ཡོང་སྡོད་ཀྱི་འདུག་ཨོ་དེ་འདྲ་ཡིན་དུས། ངས་ད་ལྟ་བཞུགས་པའི་གཙོ་བོ་དེ་ཐག་རིང་པོ་ཅིག་ནས་ཕེབས་དམིགས་བརྩེ་གི་དུས་ཚོད་ཅིག་བཏང་དེ་ནི་ང་རང་ཚོ་ཚང་མ་དེ་མཉམ་དུ་འཛོམས་ང་ཡག་རབས་འཇིགས་རབས་ཆེ་རབས་ཟེར་ནས་གང་ཡང་ཞུ་གི་མེད་ང་རང་ཡིན་ན་ཡང་ཅེས་མིང་སངས་རྒྱས་བསྙེན་པ་ཟེར་སྟབས་བླ་མ་གོང་མས་ཀྱི་མིང་བཏགས་བཞག་པ་དེ་ལ་དགོས་པ་དགོས་གཞི་ཅིག་ཡོད་ཀྱི་རེད་བསམ་པ་མ་གཏོགས་ང་སངས་རྒྱས་བསྙེན་པ་ཡིན་བསམ་པའི་གི་ཅིག་གི་ང་རྒྱལ་དང་དེ་ལ་ཡང་ཅིག་གི་རྟོག་པ་དང་ཆེ་མདོག་གི་བློ་ཅུང་ཟད་ཙམ་ཡང་སྐྱེས་མ་མྱོང་ལ་ངས་དྲང་པོ་ཞུ་གི་གོ་རེ་བ་ད་དེ་དངོས་གནས་ངའི་གྲུབ་རྟགས་དེ་ཡིན་ལ། ངའི་རྫུ་འཕྲུལ་གཞན་གང་ཡང་བསྟན་ཞིག་མི་འདུག་ངའི་རྫུ་འཕྲུལ་ངོ་མ་དེ་འདི་ཡིན། འོ་དེ་འདྲའི། ལོག་པའི་སོགས་བསམ་པ་ཙམ་གྱིས་སྐྱེས་མ་མྱོང། ང་གཅིག་གི་ཆེན་པོ་ཡིན་གཅིག་པ་ཡིན་བསམ་པའི་གི་འདུ་ཤེས་རྩ་བ་ནས་སྐྱེས་མ་མྱོང་ཆེན་པོ་ཡིན་མིན་སོ་སོ་ཤེས་གི་རེད་རྒྱུས་ཐུབ་ན་ཡག་པོ་རེད་རྒྱུས་མ་ཐུབ་ན་མིང་ཆེན་པོ་ཡོད་པའི་ཕན་གི་མི་འདུག་བ། འོ་དེ་འདྲ་རེད་ཡིན་ན་ད་དབང་དུ་མ་འདོད་ཡོད་འདོད། གཅིག་གི་ལག་ལེན་དེ་མ་ནོར་བ་ཙམ་ཞིག། བླ་མ་གོང་མས་ཡེ་ནས་མ་ག་རེ་གསུངས་པ་དེ་དེའི་ལྟ་ཚུལ་ཆོས་ཐོས་པ་སོ་སོ་ལ་ཉམས་རྟོགས་ཡོད་ན་དེ་ལྟར་སྟོན་པས་གི་ཁྲིད་ཡིན་ན་རེད་མན་ངག་ཡིན་ན་རེད་ཅེས་གི་རྟོགས་པ་བ་ཐད་ཀར་ལ་ཡང་ངོ་སྤྲོད་བྱེད་ཐུབ་པའི་གི་ནུས་པ་ཡོང་གི་རེད་བ་དེ་མེད་པ་རེད་ད་དེ་མེད་ཡོང་དུས་ང་ཚོ་བློའི་སྐྱེ་ས་དང་ཅིག་གི་རེ་བ་བསྐྱོད་ས་དེ་གཅིག་མ་གཏོགས་མི་འདུག་དེ་ག་རེ་ཟེར་ན་བརྒྱུད་པ་ལས་ཆགས་ཀྱི་ཡོད་རེད་བརྒྱུད་པ་དེ་བླ་མ་གོང་མ་ཐམས་ཅད་ཡེ་ནས་མ་གསུངས་བཞག་པ་དེ་ཚིག་མ་ནོར་བ་དོན་མ་ནོར་བ་ཆུང་ས་ཅན་དུ་ཆགས་བཞག་པ་ཡིན་ན་ལག་ལེན་ཙམ་ཞིག་མ་ནོར་བ་ཅིག་ཅིག་འགྲོ་ཐུབ་ན། ད་ནི་དེ་ཡག་པོ་རེད་ད་ང་ཚོ་དེ་གཅིག་སྤོབས་པ་སྐྱེ་ས་འདྲ་བོ་དེ་དེ་རེད་དེ་འདྲ་ལ་བསམ་བ་དང་ནི་ངོ་མ་དེ་གཏེར་མཛོད་དེ་མ་ཐོན་པའི་གོང་ལ་ཡང་དེ་ང་ཚོ་ད་ཏོག་ཡིག་ནའི་སྐབས་ལ་རེད་ཉིས་སྟོང་ཉི་ཤུ་ཐམ་པའི་ལོ་ལ་ལོ་གཅིག་ཆ་ཚང་དེ་བསྙེན་པ་བཏང་པ་ཡིན་གཏེར་མཛོད་དེ་ཆ་ཚང་བ་བསྙེན་པ་ཞིག་བཏང་པ་རེད་འོ་དེ་ཡང་གཅིག་གིས་ད་གྲངས་ཉིན་ནས་བཏང་ཐུབ་ཡོད་མ་རེད་ད་དུས་ཀྱི་བསྙེན་པ་ཞིག་བཏང་པ་རེད་དུས་ཉིན་ཞིག་བཏང་པ་རེད། ངོ་དེབ་སོགས་གྲངས་བསྙེན་དུས་བསྙེན་ཚེས་བསྙེན་ཞེས་གསུམ་ཡོད་རེད་བ། ད་རབ་བྱུང་ན་བསྙེན་པ་ཉིས་བསྙེན་སྒྲུབ་པ་སྒྲུབ་ཆེན་དེ་གཉིས་གྲུབ་ཡིན་ན་ཞིག་གི་ཉམས་ལེན་གྱི་ཁོག་དབུབ་བྱས་ནས་བདག་རྒྱུད་གྲོལ་ཐུབ་པ་ཞིང་རྒྱུད་སྨིན་ཐུབ་པ་ཞིག་དགོས་ཀྱི་ཡོད་རེད་དེ་ནི་ཡོང་ཐུབ་ཀྱི་མི་འདུག་དེ་མེད་པ་ཡིན་ན་ཡང་དག་ལས་རུང་གི་བསྙེན་པ་ཞིག་བཏང་ཐུབ་ན། དེ་ནི་གཅིག་གི་བར་གཞན་ལ་དབང་བསྐུར་བའི་སྐབས་སོགས་ལ་ཡང་རྒྱུད་སྤེལ་གྱི་བྱིན་རླབས་འཇུག་པ་ལ་ཡང་ཕན་ཐོགས་ཆེན་པོ་ཡོང་ས་རེད་རང་ལ་ནུས་པ་ནི་མེད་པ་རེད་དེ་རྒྱུད་སྤེལ་བྱིན་རླབས་འཇུག་ཡ་ལ་ལག་ལེན་ཕྱིན་ཅི་མ་ལོག་པ་ཞིག་འགྲོ་དགོས་ཀྱི་འདུག་ལག་ལེན་ཕྱིན་ཅི་མ་ལོག་པར་འགྲོ་ཡ་ལ་དབང་དེ་གི། གཅིག་གིས་དབང་དེ་དང་ལྷ་དེ་དང་ཡི་དམ་གྱི་ལྷག་པའི་ལྷ་དེ་ཟུར་བྲལ་ལ་ཡང་འདྲེན་ཆུང་ཞིག་བྱས་བཞག་ན། གཅིག་གིས་ཕན་པ་ཞིག་ཡོང་ས་རེད་བསམ་བཞིན་ནས་ལོ་གཅིག་དང་ལོ་གཅིག་ལྷག་ས་ཞིག་རེད་ད་ལོ་གཅིག་དང་ཕྱེད་ཀ་ས་རེད་འདི་སྔོན་ལ་ཡང་ལེ་ཤོད་ང་ཚོ་བཤད་གྲྭའི་ནང་ལོག་ལ་ཡང་ཟླ་བ་ཁ་ཤས་གཅིག་ཡང་མཚམས་འདས་པ་རེད་ཡག་གི་བླ་མ་ཆོས་སྐུ་དང་བླ་མ་ལོངས་སྐུ་བླ་མ་སྤྲུལ་སྐུ་སྒྲུབ་པ་གསུམ་གྱི་ནང་ནས་ཆོས་ལོངས་སྤྲུལ་གསུམ་དེ་ཡང་ལེ་ཤོད་ལ་ངས་བསྙེན་པ་བཏང་པ་རེད་ད་དེ་ནས་མང་བྱས་ནས་རྩ་གསུམ་གྱི་ཡི་དམ་གྱི་སྐབས་སུ་སླེབས་ཡོང་དུས་ད་ནི་སྒྲུབ་པ་སྐབས་ཀྱི་འཇམ་པ་སྐུ་པད་མ་སོང་ཡང་དག་ཐུགས་རྡུལ་རྩེ་ཡོན་ཏན་ཕུར་པ་འཕྲིན་ལས་མ་མོ་རྦོད་གཏོང། འཇིག་རྟེན་ཆོས་སྟོན་ངོ། དེ་ནས་སྨོད་པ་དྲང་བདེན་ཡིན་ལྟ། འཇིག་རྟེན་ལྔ། འདི་འཇིག་རྟེན་ལས་འདས་པ་གཅིག་གོ། ད་དེ་འདྲ་བྱས་ནས་རྗེས་དམ་པ་ཡོངས་ཀྱི་ཡོ་རོ་བསྒྲུབ་པ་བཀའ་རྒྱས་དེ་ཚོས་བྲེལ་ཏེ་དེ་ནས་ང་ཡང་དེ་ནས་དགོངས་པ་འདི་རང་ལ་ཡང་བསྙེན་པ་བཏང་བ་ཡིན་ལྟ་དེ་བཞུགས་པ་ཡང་རྩ་བ་དེས་བསྙེན་པ་མ་བཏང་བ་ལ་དབང་བསྐུར་བ་ཡིན་ན་རུང་གི་ཡོད་མ་རེད་འོ་དེ་འདྲ་ཡིན་དུས་ལས་རུང་གི་བསྙེན་པ་ཞིག་བཏང་ནས་བཞེས་ན་ཕན་ཡོང་ངོ་བསམ་བཞིན་ངས་བསྙེན་པ་བཏང་ཡོད་ཟེར་ཡ་རྒྱུ་མཚན་དེ་ཡིན། འོ་དེ་འདྲ་ཟེར་ནས་བྱས་པ་རེད་ད་དེ་ཡིན་དུས་ཡིན་ན་ཡང་ད་དབང་སེང་རྒན་རྣམ་པ་ཚོ་དེ་ཕེབས་ཡོང་དུས་བརྩམས་པ་ལ་དེ་ནས་འདུ་ཤེས་དང་ཀུན་སློང་དེ་ཚོ་བྲིས་ཏེ་མ་གནང་བ་ཅིག་མ་འོངས་པ་ལ་ཡིན་ན་ཡང་ཅིག་ཆོག་པའི་སྤྲུལ་སྐུ་རྣམ་པ་ཚོ་ཡིན་ན་ཡང་རེད་སློབ་དཔོན་རྣམ་པ་ཚོ་ཡིན་ན་རེད་བླ་མ་རྣམ་པ་ཚོ་གིས་མ་འོངས་པ་ལ་བརྒྱུད་པ་སྤེལ་དགོས་ཀྱི་རེད་བརྒྱུད་པ་སྤེལ་ཡ་ལ། ཅིག་བླ་མ་གོང་མ་ཚོ་གིས་དཀའ་བ་སྲོག་དང་བསྡོས་ནས་ལུས་སྲོག་འབེན་དུ་བཙུགས་བྱས་ནས་དཀའ་ལས་མང་པོ་ཅིག་བརྒྱབ་ནས་ལྷག་པར་དུ་འཇམ་མགོན་ཀོང་སྤྲུལ་བློ་གྲོས་མཐའ་ཡས་ཀྱིས་ད་མི་གཅིག་གི་ལོ་རྒྱུས་ནང་ལོང་ལ་ཡ་ཅིག་གང་རེ་ཟེར་རྩོམ་པ་ཡིན་ན་གང་རེ་ཟེར་བསྒྱུར་བ་ཡིན་ན་གང་རེ་ཚུར་ཚུར་བསྡུས་པ་ཡིན་ན། གང་འདྲ་ཞིག་བྱས་ནས་ཕྱོགས་སྒྲིག་བྱས་པ་ཡིན་ན་བསམ་ནས་ང་ཚོའི་བློ་ཡི་སྤྱོད་ཡུལ་ལ་ཤོག་མ་འགྲོ་བ་ཅིག་གིས་ཞེ་ས་མ་ཞུ་ན་མི་གཅིག་གིས་དཀའ་ལས་དེ་འདྲ་ཞིག་རྒྱབ་བྱས་ནས་ད་བསྒྲིགས་པ་རེད་བ། འདི་འདྲ་གི་བསྒྲིགས་བཞག་པ་དེའང་འཇམ་མགོན་བློ་གྲོས་དྷ་ཡིས་ཁོ་རང་གི་མཚན་སྙན་གྲགས་ཡོང་ཡག་དང། མ་འོངས་པ་ལ་ཁོ་རང་རང་གི་བརྒྱུད་པ་མང་སྤེལ་ཡག་དང་བརྒྱུད་པ་དར་ཡག་གི་ཆེད་དུ་དམིགས་ཡུལ་གཙོ་བོ་བཟུང་ཡོད་མ་རེད། འགྲོ་ལ་ཕན་པའི་རྟེན་འབྲེལ་བསྒྲིགས་པ་རེད་བསྟན་པ་ལ་ཕན་པའི་རྟེན་འབྲེལ་བསྒྲིགས་པ་རེད། འགྲོ་ལ་ཕན་པ་དང་བསྟན་པ་ལ་ཕན་པའི་རྟེན་འབྲེལ་བསྒྲིགས་ཡག་ལ་དཀའ་ལས་མང་པོ་ཞིག་རྒྱབ་བྱས་ནས་ནམ་ཡིན་མཚན་སྙན་མེད་ཐོག་ལ་ཡག་ཅིག་གིས་མཚམས་ཞུགས་ས་ལ་མཚམས་ཞུགས། བཙོ་ས་ལ་བཙོམ། ད་ག་ནང་བཞིན་གྱི་ཕྱུགས་འདྲིལ་གནང་དགོས་ས་ལ་ཕྱུགས་འདྲིལ་གནང། དཔེ་མ་རྙེད་པ་དེ་ཚོ་བྲལ་ཡ་བསྡུ་རུབ་བྱས། དཀའ་ལས་མང་པོ་བྱས་དེ་རིས་ཁ་སང་ནང་བཞིན་གྱི་ལམ་སང་དཔའ་ལོག་རྒྱབ་ཆོག་ཆོག་ཡོག་མ་རེད། རྟ་ཞོན་ནས་འགྲོ་དགོས་ན་རྟ་ཞོན་ནས་འགྲོ་དགོས་ཡོག་རེད། རྐང་ཐང་ལ་འགྲོ་དགོས་ན་རྟ་མ་ཐར་ས་ལ་ཡང་རྐང་ཐང་ལ་འགྲོ་བྱས་ནས་དེ་ཡང་དཔེ་ཆ་དེ་ཚོས་གཡར་ཡང་ཚོས་བཤུ་ཡང་དེ་བར་བཅད་བྱས་ནས་དཀའ་ལས་མང་པོ་ཞིག་རྒྱབ་ཤར་བ་གི་ལོ་རྒྱུས་དེ་ང་ཚོའི་ཡིད་ལ་དྲན་པའི་ཐོག་ནས་ཨ་ཁ་བསམ་ནས་ཅིག་ད་དང་བ་དང་དེ་འདྲ་གི་ཅིག་དང་ཐང་སད་དེ་ཚོ་བཅད་མ་ཐུབ་ན་ཡང་མི་གཅིག་གིས་མི་ཚེ་ནང་བའི་དཀའ་ལས་དེ་འདྲ་ཞིག་རྒྱབ་འདུག་བསམ་པའི་ཤ་ཟའི་ཟ་མ་གཅིག་དགུ་དགུ་རེད་བ། དེ་འདྲ་ཅིག་དཀའ་ལས་རྒྱག་བཞག་པ་དེ་ཆེས་ཐོག་ཆེ་བ་གདུལ་བྱ་དེ་ང་རང་ཚོའི་ཆེད་དུ་ལ་ཡ་ད་ད་ཟ་མེད་ཀྱི་འདོན་ཆོག་ཆོག། ཀློག་ཆོག་ཆོག་བསྐུར་ཆོག་ཆོག་ག་རེ་ཡིན་ན་ཉམས་ལེན་བྱས་ཆོག་ཆོག། གཞན་དག་ཕག་ཞག་སྒྲུབ་པ་སྒྲུབ་བྱེད་དེ་ཚོ་ད་ལོས་ཡིན་ཏེ་གྲོང་ཤོག་ཅིག་འགྲོ་བ་ཡིན་ན་ཡང་ཅིག་གི་མི་གཤིན་པོའི་དོན་དག་ལ་ཡ་མ་གི་གྲོང་ཤོག་འགྲོ་ཡ་གསོན་པོའི་དོན་དག་ལ་ཡ་གྲོང་ཤོག་འགྲོ་ཡ་ཅིག་ཡིན་ན་ཡང་དེ་འདྲ་གི་ཅིག་གི་འགྲོ་དོན་ཡག་པོ་ཡོང་ད་ཡ་དང་འགྲོ་དོན་བྱེད་ཡག་གི་ཆ་ཆེན་ཚང་ད་ཡ་དེ་བླ་མ་གོང་མ་ཚོ་གི་བཀའ་དྲིན་རེད་བ་ངས་འདི་རྟག་པར་ཞུ་ཡ་དེ་རེད་རང་གི་ཁ་ཕོ། རང་གི་འཇོན་ཐང་རང་གི་ནུས་པ་རང་གིས་ཅིག་བྱེད་དུ་ཡོད་བསམ་པ་དེ་མ་ཡིན་པ། བླ་མའི་རྟེན་འབྲེལ་དྲན་ཁོ་གི་འདུག་བླ་མའི་བཀའ་དྲིན་དྲན་ཁོ་གི་འདུག་བླ་མའི་བཀའ་དྲིན་དྲན་ཡང་ན་སྐྱབས་སུ་མཆི་འོ་ཟེར་བླ་མའི་སྐུ་གཅིག་བཞེངས་བྱས་ནས་དེང་གི་རྣམ་ཐར་དེའི་དཔེ་ཆ་ལ་ཡང་པར་བཏབ་བྱས་ནས་གཅིག་རེད་གཉིས་རེད་ཟེར་བའི་ང་ཚོ་དེ་ཕན་གི་མི་འདུག་ད་བླ་མའི་བཀའ་དྲིན་དྲན་དགོས་ན་དེ་ནི་བླ་མའི་རྣམ་ཐར་ཡིད་ལ་དྲན་དགོས་ཀྱི་འདུག་བླ་མའི་རྣམ་ཐར་ཡིད་ལ་དྲན་པ་ན་ནི་གསལ་ཆེ་ཤོས་གཙོ་ཆེ་ཤོས་དེ་ག་རེ་ཟེར་ན་བླ་མའི་གསུངས་པའི་གདམས་ངག་སེམས་ཐོག་ལ་བཞག་དགོས་ཀྱི་འདུག། གོ་དེ་ས་བཅད་ནས་བཤད་པ་ཡིན་ན་མ་བྱས་ཟེར་ཡག་དེ་ང་ཚོ་སྤང་དགོས་ཀྱི་འདུག་བྱེད་ཡིག་ཟེར་ཡག་དེ་ང་ཚོ་འགྲོ་དགོས་ཀྱི་འདུག་དེ་ཡང་ཁ་ཡོད་ལག་ཡོད་ཀྱི་ངོ་ལྐོག་མེད་པའི་ཐོག་ནས་སྒྲུབ་དགོས་ཡག་དེ་ང་ཚོ་ཆོས་པ་ཚོ་གིས་འགན་ཆེ་ཤོས་ཅིག་དང་འགན་ལྗིད་ཤོས་ཅིག་བཞག་བསྡད་ཀྱི་ཡོད་རེད། དེ་མེད་ན་མིག་གིས་བལྟ་ས་ལས་ཡག་རྣམ་འགྱུར་ལས་ཡག་ཅིག་བྱེད་ཀྱི་འདུག་ཉམས་ལེན་བྱེད་ཀྱི་འདུག་དབང་ཞུ་གི་འདུག་གཅིག་གིས་དབང་བསྐུར་གྱི་འདུག་ད་ང་ཚོ་མི་ཚོགས་མང་པོ་གྱི་ཚོམས་ནས་གཅིག་གིས་ཕ་ཡུལ་ལུང་པ་ནང་ལོག་ལ་ཡར་ལྟ། འཕགས་པ་ཤིང་ཀོན་ནས་ཡར་དབང་བསྐུར་གྱི་ཡོད་རེད་གཏེར་མཛོད་འདོན་གྱི་ཡོད་རེད་བླ་མ་གྲྭ་པ་མང་པོ་ཕེབས་ཤག་ཆོས་ཞུ་མཁན་མི་སྤྱ་ཕོ་མོ་མང་པོ་འདུག་དེའི་ནང་ནས་ཕྱི་རྒྱལ་མང་པོ་འདུག་ཟེར། ད་འདི་འདྲ་ཞིག་གླས་ཡོང་དོན་བསམ་པ་ལ། བསམ་བློ་ནང་བོ་ལ་ཡ་ང་བྱེད་ཅེས་ཡ། ཕྲག་དོག་ཅེས་ཡ། ཆགས་སྡང་གི་བློ་ཅེས་ཡ། ད་འདི་འདྲ་གི། དབང་འདི། དབང་བསྐུར་བ་དང་དབང་ཞུ་བ་ལ་ཕན་ཡོན་མེད་པའི་སྒང་ལ་ཉེས་པ་སོགས་ཡག་གི་རྐྱེན་ཡང་ཡོང་སྲིད་ཀྱི་རེད་ད། རེད་འདུག་ག། དེ་འདྲ་ཡིན་དུ་དེ་ང་ཚོ་ཚང་མས་ཀྱི་དབང་བསྐུར་མཁན་ཞིག་གི་ངོ་ནས་ཡིན་ན་ཡང་གཟབ་གཟབ་བྱེད་དགོས་ཡ། བག་ཡོད་དྲན་ཤེས་བརྟན་དགོས་ཡ། དབང་རྣམ་པ་གསན་མཁན་རྣམ་པ་ཚོ་གི་ངོ་ནས་ཡིན་ན་ཡང། ཚིག་གི་ཀུན་སློང་འདུ་ཤེས་ལྔས་བདག་གི་གོང་དུ་ཞུས་པ་དེ་གལ་ཆེན་པོ་རེད་ཟེར་ཡག་དེ་ཆུ་དངོས་གཞིའི་འོད་ཀྱང་སྔོན་འགྲོ་སྔོན་འགྲོ་ཟབ་ཟེར་བླ་མ་འབྲི་གུང་པ་ཆེན་པོ་གསུང་ཡག་དེ་འདི་རེད་འགྲོ་བ། ཆུ་དངོས་གཞིའི་འོད་ཀྱང་སྔོན་འགྲོ་ཟབ་ཟེར་སྔོན་འགྲོ་དེ་ལྟ་འདི་སྐབས་སྔོན་འགྲོ་ག་རེ་ཆགས་ཡོད་ཟེར་ན་ཀུན་སློང་ཆགས་ཡོད་ཡག་རེད་འདུ་ཤེས་ཆགས་ཡོད་ཡག་རེད་འདི་ཐག་རིང་པོ་བཅད་ནས་དུས་ཚོད་དམིགས་བསལ་བཏང་ཟིན་དེ་ཡོང་དགོས་པའི་རྒྱུ་མཚན་ག་རེ་རེད་ཤག་འདི་དབང་ཞུས་པ་ཡིན་ན་ཀུན་སློང་དེ་ག་འདྲ་ཞིག་གི་ཐོག་ནས་ངས་དབང་ཞུ་གི་འདུག་མ་འོངས་པ་ལ་དབང་དེ་ཞུས་ཚར་ནས་དབང་དེ་ཐོབ་ཚར་ནས་ངས། བསམ་བློ་གང་འདྲ་ཅིག་གྲ་སྒྲིག་བྱས་བཞག་འདི་གི་ཐོག་ནས་གཞན་ཕན་སྒྲུབ་ཡག་གི་བསམ་བློ་རེད་འདུག་གམ། རང་དོན་སྒྲུབ་ཡག་གི་བསམ་བློ་རེད་འདུག་གམ། ཡང་ན་དེ་ལྟར་མ་ཡིན་པའི་གྱི་འདུ་ཤེས་གཞན་དང་གཞན་གང་འདྲ་ཅིག་བང་བསྒྲིགས་འདུག་ཨོ་དེ་འདྲའི་ཐོག་ལ་ཡང་ང་ཚོ་ཞིབ་འཇུག་བྱས་ནས་བསམ་བློ་བཏང་བྱས་ནས་ཕྱིན་ཅི་ལོག་པ་རེད་འདུག་ན་དེ་བར་སྤང་ཡག་དེ་བར་བཞག་ཡག་ཡང་དག་པ་རེད་འདུག་ན་དེ་གོང་འཕེལ་དུ་བཏང་ཡག་དེ་དང་དུ་བླང་ཡག་ལ་སོགས་པ་དེ་འདྲ་གི་སྤང་བླང་གི་རྣམ་བཞག་དེ་ང་ཚོ་ལག་ལེན་བྱེད་དགོས་ཡ་དེ་ཆོས་པ་ཚོ་གི་འགན་རེད་འདུག་བ། དེ་ཡང་བླ་མ་སྤྲུལ་སྐུ་གཅིག་པུ་སྐད་ཡང་མ་རེད། དགེ་འདུན་པའི་སྐད་ཆ་གཅིག་པུ་སྐད་མ་རེད། མི་ཆ་ཕོ་མོ་སྐད་ཆ་གཅིག་པུ་མ་རེད། བདག་ལེགས་སོ་འདོད་པ་ཐམས་ཅད་ཀྱིས་བདག་ལེགས་སོ་འདོད་པ་ཟེར་ཡ་དེ། ང་རང་ཚོའི་ཚང་མ་ཡང་རེ་བ་དེ་ག་རེ་ཡོད་ཟེར་ན་རེ་བ་དེ་ང་ཡག་པོ་གཅིག་བྱུང་ན་བསམ་པའི་བསམ་བློ་དེ་སུ་ལ་ཡིན་ན་ཡོད་རེ་བ། དཔེར་ན་ཆུང་ས་གཅིག་ནས་ཤ་བཞག་པ་ཡིན་ན་ན་བའི་སྐབས་སུ་སྨན་ཟ་ཡ་འཕྲོད་བསྟེན་བྱེད་ཡ་སྨན་བཅོས་བྱེད་ཡ་སྨན་ཁང་ནང་འགྲོ་ཡ་དེ་ཚོ་བྲིས་ཏེ་ང་ཡག་པོ་གཅིག་ང་སྐྱིད་པོ་དགོས་ཀྱི་འདུག་ང་སྡུག་པོ་མ་ཡོང་བ་ཤོག་ང་སྐྱིད་པོ་ཡོང་བ་ཤོག་བསམ་པའི་སྒོས་སྨོན་ལམ་དེ་འདྲ་ཞིག་བརྒྱབ། རེ་བ་དེ་འདྲ་ཅིག་བཅངས། ལས་ཀ་ཡང་ང་ཚོ་འཕྲོད་བསྟེན་ཆེད་མ་འདང་བའི་ཆེད། མ་མ་ཚ་བའི་ཆེད་དུ། ལྟས་ཟིན་ན་པ་ཡིན་ན་ཡང་བཟོད་སྒོམ་བྱས་མ་ཐུབ་ན་སྨན་ཁང་ནང་འགྲོ་སྨན་བཅོས་བྱས་འགྲོ་སོང་བཏང་ཡང་དེ་གར་བདག་ལེགས་སུ་འདོད་པ་རེད་ཐུན་མོང་གི་བདག་ལེགས་སུ་འདོད་པ་དེ་རེད་བ། ང་ཚོ་དེ་ལས་ཟབ་པ་དེ་ལས་རྒྱ་ཆེ་བ་དམིགས་ཡུལ་དེ་ལས་རྒྱ་ཆེ་བ་ཞིག་ལ་བསམ་བློ་བཏང་ནས་བདག་ལེགས་སུ་འདོད་པ་དེ་ག་རེ་རེད་ཟེར་ན། དེ་ནི་བསྟན་གྱི་སྡུག་བསྔལ་ཟད་བསྟན་གྱི་བདེ་བ་དམ་པ་ཐོབ་པ་དེ་འདྲའི་དེ་ཡང་ཆེད་དུ་བྱ་བ་རང་ཉིད་གཅིག་པུ་མ་ཡིན་པར་མ་གན་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་ཤེས་རབ་ཡིན་ཟེར་ནས་ཅི་སྟེ་མིག་གི་མདངས་བརྩེ་ནས་ཁ་ལས་ཏིག་ཏིག་ཏིག་ཟེར་གྱི་ཡོད་རེད་བ།

ལུང་དེ་ཁོང་རྣམ་པ་ཚོ་གཅིག་གིས་གསུངས་རྗེས་དབང་དེ་ང་རང་ཞིག་འདོན་ན་ཟེར་ད་ད་ལྟ་དེ་འདྲ་རེད་མི་འདུག་ལོ་ཡ་ད་ལྟ་གཅིག་གིས་ད་དྲུག་ཅུ་རེ་གཉིས་ལས་བར་རེད། གཞོན་པ་ཟེར་ན་ལོ་རྒས་པོ་གྲས་རེད་རྒས་པོ་ཟེར་ན་ནི་སེམས་བདེ་སེ་སྦྱོར་གི་འདུག་གཞོན་པ་ཡིན་ཟེར་གི་ཡོད། འོ་དེ་འདྲ་ཡིན་དུས་ད་རྒན་གཞོན་གཉིས་ཀྱི་བར་དག་ལ་བདེ་བདེ་བའི་སྐབས་སོ་གཅིག་གིས་ལུང་འདོན་མཁན་གཞན་པ་གཅིག་བཅས་དབང་དེ་ང་རང་འདོན་པ་ཡིན་ན་ང་རང་དེ་ལས་ལྷག་འདུག། སྟབས་བདེ་ཡག་འདུག་སྔ་དྲོ་ལྔ་བོ་ལངས་མ་འོ་དེ་ང་རང་གི་ཁ་དོན་འདོན་ཡག་ཡོད་ན་དེ་ག་ལིའི་འདོན་ཞོག་ཆ་ཡང་ལྷོད་ལྷོད་བྱས་ཟེར་དེ་ནས་དེ་ནས་ལུང་དེ་གནང་གནང་པའི་སྐབས་སུ་ག་ལིའི་རྒྱབ་ནས་ཚུར་ཡོང་དེ་ནས་ང་རང་དེ་དབང་སྒྲུབ་བྱས་དབང་སྒྲུབ་བྱེད་གི་བྱེད་གི་ལ་དེ་ནས་ཡང་བྱ་འདྲ་ཞིག་ཐུང་ལྷོད་ལྷོད་བྱས་རེད་འདུག་ག་དེ་ཡིན་ན་དེ་བལྟས་ཟིན་འགྲིག་གི་མི་འདུག་བསམས་སོ་ད་ད་ལྟ་ཅིག་སོ་སོ་གི་འདོན་བཞག་ན་འདོན་ཐུབ་པའི་སྐབས་དེ་ལ་དབང་ལུང་གཉིས་ཀ་ང་རང་གིས་འདོན་བཞག་ན་དུས་ཚོད་ག་ཚོད་འགོར་ན་འགོར་དེ་ང་གཟུགས་པོ་ཡོད་ཞེ་དྲག་ཐང་པོ་མེད་སྔོན་མ་ནང་བཞིན་མེད་སྔོན་མ་ད་གྲུབ་འདུག་ད་ང་དབང་ལུང་འདོན་པའི་སྐབས་སུ་ཡིན་ན་ང་གཟུགས་པོ་ཐང་པོ་ཡོད་ད་ད་ལྟའི་ཆ་ལ་ཡོད་པ་ཡིན་ན་ཡང་དག་ཅིག་གི་ལུང་ཁྲིད་བད་ཀན་ཚང་མ་ད་འཛོམས་ཏེ་ཡོད་རེད་ད་འདྲི་ཅིག་གི་ཉི་མ་རྟག་པ་རེ་བཞིན་སྨན་ད་སྔ་དྲོ་ནས་བྱས་ནས་ཕྱི་རོལ་མ་རེད་བར་དུ་སྨན་སྣ་ཕ་ཅིག་ད་བཅུ་བཞི་བཅོ་ལྔ་ཅིག་ཟ་བསྡད་ཀྱི་ཡོད་འོ་དེ་འདྲི་ཅིག་གི་དུས་ཚོད་དེ་རྒྱན་ངའི་ཚ་བོ་ཤི་བོ་ཞིག་འདུག་སྨན་དེ་མང་དྲག་བོད་སྨན་དང་ད་རྒྱ་སྨན་ཚང་མ་ཟ་བསྡད་དུས་དེ་ནས་ཅིག་གི་ཟ་བཞིན་ན་ཉིན། གཅིག་གིས་ཉི་མ་བདུན་མཚམས་བརྒྱད་མཚམས་ནས་ཡང་གཟུགས་པོ་སྟབས་བདེ་མ་དེ་དེ་འདྲའི་སྐབས་སུ་ལ་ཡང་ཉི་མ་རེ་ཚེ་གཉིས་ཚེ་ཆོད་མཚམས་བཞག་གོ་ཡ་ཤིང་མ་ད་དེ་སྔོན་ཚུད་ནས་ཞུ་བཞག་གི་ཡོད་དེ་འདྲའི་གཅིག་ཡ་གནས་བབ་ཡོད་རེད་འོ་དེ་འདྲའི་གཅིག་ཆགས་ཡོང་གི་དེ་ཡིན་ན་ཡང་ད་སོ་སོའི་ཐུབ་ཐུབ་གི་དབང་ཡིན་ན་ཡང་སོ་སོའི་འདོན་ལུང་ཡིན་ན་ཡང་སོ་སོའི་འདོན་ག་རེ་ཡིན་ན་ཡང་གཅིག་ཕར་འདོན་བཞག་ན་དེ་ནས་ཕར་སྟབས་བདེ་ས་རེད་ད་དུས་ཚོད་གཅིག་གི་ཐོག་ལ་སླེབས་པའི་སྐབས་སུ་མ་དེ་ན་མ་དེ་རེད་སྐབས་དེ་དུས་བཞག་ཡ་རེད་འོ་དེ་འདྲའི་བྱས་ན་ཡག་པོ་འདུག་ཟེར་ནས་ཀུན་སློང་དེ་འདྲའི་གཅིག་ཁྱི་ནས

དེ་ལ་རྡོ་རུ་ངོ་ཡང་རྩ་བ་ཉིད་ལས་མེད་པས་འོ་ཡང་མི་འགྲོ་ཆ་ཡང་མི་ཕོད་དོ་ཟེར་ཡ་དེ་ངོ་བོ་ལུགས་དྲུག་གི་སོང་བ་ལྟ་བུ་རེད་དེ་འོ་ཡང་མི་འགྲོ་ཆ་ཡང་མི་ཕོད་པ་རེད་དེ་འདྲ་ཡིན་དུས་ཡང་དེ་འདྲ་ལས་བཟང་པོ་བཏང་ཡིན་དུས་བླ་ཆོས་སུ་སོང་ན་འགྲིག་གི་མི་འདུག་བསམ་སོང་བསམ་བློ་སྐྱིད་ཁོག་སོང་དེ་ནས་དབང་མང་འདོན་ཡོད་པའི་བཀའ་སོགས་ལས་མཚམས་བསམ་པ་ནི་བླ་ཆོས་འགྲོ་ཡ་ཡིན་ག་འདུག་བླ་ཆོས་བྱས་ན་ཡང་བྱེད་བདེ་བོ་འདུག་ལ། ཁོ་དབང་བསྐུར་ལག་ལེན་ཐོག་ལ་འགྲོ་གི་རེད། དེ་འདྲ་ཡིན་དུས་འདི་ལྟར་སྟབས་མེད་ན་འགྲིག་ས་རེད་བསམ་པ་རེད་ནོ་བག་ཞག་བཞག་ན་རེད་འདུག་བ་དབང་གོང་མ་གོང་མ་དེ་ཚོ་ཚོད་ལ་འགྲོ་ཚར་བ་རེད་དེ་ཡང་ཅག་ཅིག་གིས་བསྐྱར་ལྡབ་བྱེད་དགོས་ཡ་གང་མི་འདུག་སེམས་པ་འདྲ་པོ་སླ་ཆོས་བྱས་ན་ཡང་འགྲིག་རེད་དེ་དེ་ཡང་འགྲིག་ས་མ་རེད་བསམ་བྱས་ནས་ད་ཁོ་རང་འདི་ནང་ལོ་ཡ་ཚིག་གཉིས་ག་རེ་ཡོད་པ་དེ་དེ་ལྟ་བུ་བྱས་ནས་མ་འགྲོ་ཤ་ན་ཡག་པོ་འདུག་བསམ་བྱས་ནས་དེ་ནས་ང་རང་ངོས་ནས་དཀའ་ལས་ག་ཚད་ཡིན་ན་ཡང་ཅིག་གིས་རྒྱབ་བྱས་ནས་མཐའ་ཨེ་ཆོད་མེ་ཆོད་ལྟ་མཁན་ཡིན་ལ། དེ་ནི་རྣམ་པ་ཚོས་སེམས་མཁན་རྣམ་པ་ཚོ་ག་ཡིན་ན་ཡང་ཅིག་ལྟ། སྐུ་གཟུགས་ཐོག་ནས་བསྙུང་བ་ལ་སོགས་པ་དང་ཆ་ཆེན་གྱི་ཐོག་ནས་ཅིག་འཛོམས་མ་འཛོམས་ལ་སོགས་པ་དང་གནས་བབ་ཀྱི་ཐོག་ནས་འགྱུར་བ་མང་པོ་འགྲོ་གི་རེད་ཆ་ཆེན་དྭངས་མ་དང་མང་པོ་ཡོང་གི་རེད་དེ་དེ་ཚོ་ལ་ཡང་བལྟས་ཚེ་བཟོད་སྒོམ་གྱི་གནང་བྱས་ནས་ཅིག་ག་ཚོད་ཐུབ་ཐུབ་ལ་ཡ་ཐུབ་སའི་ཆོག་ཤེས་དང་བཟོད་སྒོམ་དང་དེ་ནི་དགོངས་བཞེས་གནང་རོགས་གནང། འོ་ད་ང་སྔོན་ཚུད་ནས་དེ་ཞུ་ཡ་ཡིན་ད་གལ་ཆེན་པོའི་ནང་ནས་ཆེ་ཤོས་དེ་ཀུན་སློང་དུས་ད་ནང་པ་ཀུ་ཀུན་སློང་དང་དེ་ནས་ཅིག་གྲོགས་ཚངས་པར་ཚོང་པ་སྤྱོད་པ་ད་འདི་ན་ཞུགས་པ་ཚོར་ཚང་མ་དེ་གྲོགས་ཚངས་པར་ཚོང་པར་སྤྱོད་པ་རེད་ད་ག་ནང་བཞིན་གྱི་ཅིག་སྐད་ཆ་མཐོ་དམན་འདྲ་བོ་དང་རྣམ་འགྱུར་བཟང་ངན་འདྲ་བོ་དེ་འདྲ་མང་པོ་མཐོང་གི་རེད་དེ་དེ་ཚོ་དེ་ལ་ཡང་ཆོས་ཀྱི་ཐོག་ནས་གོ་རྟོགས་སྤེལ་བྱས་ནས་བསམ་བློ་དེ་འདྲ་ཅིག་བཏང་མི་རུང་བསམ་བློ་དེ་འདྲ་ཅིག་བཏང་པ་ཡིན་ན་རུང་གི་མ་རེད་ཡོང་གི་མ་རེད་ཆོས་ནི་ཤེས་པ་དང་དགག་གི་འདུག་བསམ་བྱས་ནས་བློ་ཉེ་བར་རྒྱུགས་རུ་བྱས་ནས། བློ་ཡི་ཁ་ཕྱོགས་དེ་བར་བསྒྱུར་བྱས་ནས་བཟང་པོའི་ལམ་ལ་བར་བསྒྱུར་བྱས་ནས་ག་ཚོད་ཐུབ་ཐུབ་ཞིག་གནང་རོགས་གནང་ཞུ་ཡ་ཡིན་དེ་གནང་པ་ཡིན་ན་རྒྱལ་བ་དགྱེས་པའི་མཆོད་སྤྲིན་རེད་འགྲོ་བའི་གའི་རེ་བ་སྐོང་པའི་གའི་ལམ་པོ་ཆེ་དེ་གང་རེད་དེ་ལས་ལྷག་པ་མི་འདུག་དེ་དེ་འདྲ་ཞིག་ཐུགས་ལ་བཞག་རོགས་གནང་ཞུ་ཡ་ཡིན་དེ་རེད། དངོས་གཞི་དེ་ད་ལྟ་པོད་ཁ་བའི་ནང་ལ་མ་ད་ཡོང་གི་འདུག་དེ་སྐབས་ལ་མ་འགྲེལ་བཤད་གང་བྱེད་ཀྱི་ཤེས་ཞིག་ཞུ་དེ་འདྲ་བྱས་ན།